དེའི་བྱེད་དེ་ལ་ཨཱ། གཉིས་པ་དེ་ལ་སངས་རྒྱས་ཀྱི་མཛད་པ་ཨཱ་ནི་རི་མོ་བྲི་སྲོལ་ཇི་ལྟར་བྱུང་བ་རེ་བ་ཨཱ་མཛོད་ད་ཤན་དང་མདའ། དེ་སང་ཨཱ་ནི་བོད་ཀྱི་གོ་གནས་ཁག་མང་པོ་གཅིག་ན་ལོ་ལ། ཨོ། བྱས་ཙང། དེ་རིང་དང་འདི་དེ་སངས་རྒྱས་ཀྱི་མཛད་པ་རི་མོ་འབྲི་ཚུལ་ཇི་ལྟར་བྱུང་བ་འདི་འཆད། དེ་ནས། དེ་ནས་གཉིས་པ་དེ་ག་ལ་ལགས་སོ། འོ་རེད་དེ་ནས་སངས་རྒྱས་ཀྱི་བྲིས་སྐུ། ཨ་ནི་ཐོག་མར་བྱུང་ཚུལ་བྱ་བ་འདི་སྐད་རེད་སྟབས་ཡང་བསྐྱར་གཅིག་ཞུས་ན་རོགས། ཨ་ཁ་སང་སློབ་སྟོན་ཞུས་ང་ཚོས་དེ་འགྲེལ་བཤད་ཞུས་ཟིན་པ་དེ་ལ།

ཐོག་མར་བྱུང་ཚུལ་འདི་འཆད། དེ་ནས་སངས་རྒྱས་ཀྱི་འབུར་སྐུ་ཟེར་བར་བ། སངས་རྒྱས་ཀྱི་འབུར་སྐུ། ཨ་ནི་འདི་ཐོག་མར་བྱུང་ཚུལ་སངས་རྒྱས་འབུར་སྐུ་བྱུང་ཚུལ་དེ་ལ་ཡང་ཨ་ནི་ཕྱིས་ཀྱི་ང་ཚོའི་མདོ་རང་ལ་ཡོད་པའི་ཀྱི་ཨ་ནི་ཁུངས་ལྡན་གྱི་ང་ཚོའི་སྲོལ་རྒྱུན་གྱི་བཤད་སྲོལ་དེ་དང་ཡང་ན་དེང་རབས་ཀྱི་ད་ཅིག་གི་ཉམས་ཞིབ་པ་ཚོ་གི་ཡང་ཁོ་རང་ཚོ་གི་ཡང་ཅིག་གི་འདོད་པ་བྱས་བྱས་ཁོ་རང་ཚོ་གི་བཤད་སྟངས་ཅིག་གོ་དེ་གས་གཉིས་ཀ་ད་ཁ་སང་ཞུས་ཟིན་པ་བྱས། དེ་ནས་ཨ་ནི་དེའི་བྱེད་དེ་ལ་ཨ་ནི་དངོས་གཞི་སེལ་བ་ཁོ་ལས་བྱུང་བ་དེ་གས་ཆ་ཚང། མང་ཆེ་རུ་ཞུས་ཟིན་པ་ཡིན་རེད། ད་དེ་ནས་ཡང་བསྐྱར་སིལ་བ་ཁོ་ལོལ་གྱི་བྱུང་བ་དེ་གི་ཁ་སང་འཕྲོས་ཏེ་ཏིག་ལྷག་འདྲ་ལྷག་དེ་འདྲ་བྱས་སོ་ཨ་དེ་ནས་བ་མུ་མཐུད་བྱས་ལྷག་མ་དེ་དེ་བཤུས་ཨ་དེ་རིང་སིལ་བ་ཁོ་ལོལ་གྱི་ལྟ་གུར་སྟེགས་བཞི་ཅིག་ཡོད་རེད་གུར་སྟེགས་བཞི་དེ་གི་ཨ་ནི་དོན་དག་ག་སོ་བར་ད་ངོ་སྤྲོད་འདུག་དུས་རེ་བཞིན་བྱས་བ་དེ་འདྲས་ཟིན་བྲིས་པ་བཞིན་ཁ་སང་དུས་ཚོད་ཆུ་ཚོད་རིང་པོ་ཞོག་ཆ་བཞག་སྣ་བུ་ཚོ་དགོངས་དང་ཨ་དེ་རིང་ད་ཆུ་ཚོད་ཕྱེད་ཀ་ཟིན་ན་ལོ་ལ་མ་གཅིག་ཚར་ཞོག་ཡིན་ལགས་སོ། དེ་བཞིན་ད་སྲིད་པ་འཁོར་ལོའི་བྱུང་ཚུལ་གྱི་དངོས་གཞི། དེ་ལ་ད་ཧ་སང་ཞུས་པ་ནང་བཞིན་བྱས། སངས་རྒྱས་བཅོམ་ལྡན་འདས་མཉན་ཡོད་དུ་ཞུས་པའི་སྐོར་ལ་ཤཱ་རིའི་བུ་དང་མོ་གྷའི་ཡུལ་བུ་གཉིས་ཀྱི་རྫུ་འཕྲུལ་གྱིས་འགྲོ་བ་རིས་དྲུག་གི་གནས་མི་འདྲ་བ་གང་དང་གང་ལ་ཕེབས་ནས་འདི་འདྲ་བྱས་ནས་འགྲོ་བ་རིས་དྲུག་སོ་སོའི་གི་སྡུག་བསྔལ་དང་བི་གེ་གི་མི་སྡུག་པ་ག་རེ་ཡོད་པ་དེ་གས་གཟིགས་ནས་དེ་ནས་ཚུར་དེ་ནས་ཚོགས་རྒྱ་གར་གནས་ལ་ཕེབས་ནས་དེ། ཨན་དེ་སྐད་ཀྱི་ད། ཅིག་གི། ཆེད་དུ་བྱས་པའི་དེ་ཆ་དེ་སྐད་ལ་བ་དེ་དེ་སྐད་ཀྱི་གནས་སྟངས་དེ་སྐད་བཀྲོལ་ཨན་ནི་ཅིག་གསུངས་ཞུ་དུས་ཁ་ན་མི་མང་བོ་ཞོ་ཅིག་འཛོམས་འདུག་གོ། ཨན་འཛོམས་དུས་ཁ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས། ཤེ་ད་འདི་ཏི་ཁ་སོགས་ཀུན་དགའ་བ་ལ་བཀའ་འདྲི་གནང་བྱས། ཨན་ཤེ་རིག་པོ་དང་མོ་གལ་པོས་ཆོས་ག་རེ་གསུངས་ཀྱི་འདུག་གས་ཨན་མི་ཞེ་བོ་ཅིག་ཁུག་འདུག་ཟོས་དུས་ཨན་ཁོ་གཉིས་ཀས་འོ་དེ་འདྲས་དེ་འདྲས་བྱས། ཨན་ནི། རྫུ་འཕྲུལ་གྱིས་ཨན་རོ་རིས་དྲུག་གི་གནས་མ་འདྲ་བ་དེ་སྐད་ལ་ཕེབས་ཅིང་ཨན་དེ་འདྲས་བྱས་ནས། ཚུར་ཕེབས། དེ་འདྲས་ཟེར་ནས་ཆོལ་གསུང་ཐོས་ག་ན་མི་མང་པོ་ཤོག་ཅིག་ཁུག་འདུག་ཟེར་བས་བཅོམ་ལྡན་འདས་ཀྱིས་ཤཱ་རིའི་བུ་དང་མོ་མཁའི་བུ་ལྟ་བུ་གཉིས་ཅི་ནི། མུ་མཐུད་ནས་ཁོ་ཡིས་ཞུ་བའི་ཤིང་མ་རེད་ལ་མ་འོངས་པ་ན་ཁོ་གཉིས་འདྲ་བ་ཅིག་ཡོང་གི་མ་རེད། དེ་ཡིན་དུས་ག་ལ་ད་ད་ལྟ་ཁོ་ན་གཉིས་ཀྱི་ཆོས་ཀྱི་ངོ་སྤྲོད་གནང་སྟངས་དེའི་ཚོགས་འདྲ་བ་དེ་དག་ང་ཚོས་རི་མོའི་ཐོག་ནས་བྲིས་ཐོབ་ཤེས་བྱེད་དགོས་རེད། དེ་ཡིན་དུས་ག་ལ། ག་ས། འཁོར་ལོ་ཆ་ལྔ་པོ་བྲི་བར་བྱའོ་གསུངས་པ་རེད་དོ། བཀའ་སྲུང་བ་རེ་འཁོར་ལོ་ཆ་ལྔ་པ་བྲི་བར་བྱའོ་ཞེས་བྱ། མདོ་ཡི་ནང་ལོགས་ནི་སེར་པོ་འཁོར་ལོ་སོགས་དངོས་སུ་མི་མཐོང་བ་དང་སེར་པོ་འཁོར་ལོ་ཞེས་མིང་འདི་བྱུང་ལ་བྱུང་ཁྱོག་རེ་ཞེས་དངོས་གནས་མདོ་ཁོ་རང་ནང་ལོགས་ལ་བྱུང་བསྡད་པ་དེ་ཨ་ནི་འཁོར་ལོ་ཆ་ལྔ་པ་ཟེར་རེད་འཁོར་ལོ་ཆ་ལྔ་པ་བྲི་བར་བྱའོ་ཞེས་གསུངས་རེད། ད་དེ་ནས་འཁོར་ལོ་ཆ་ལྔ་པ་བྲི་ཡོད་ཟེར་དུས་ག་འདྲས་ག་འདྲས་བྲིས་དགོས་རེད་ཟེར་དུས་བྲིས་སྟངས་བྲིས་སྐད་དུ་དེ་རིང་འདི་འདྲས་འདི་འདྲས་འདི་འདྲས་བྲིས་ཞོར་ཟེར་ད་འདི་ཁ་སང་ཆ་ཚང་ཞུས་ཟིན་པ་ཆེ་དེ་ནས་ཞུ་མ་གོ་ཆེ་དེ་འདྲས་ཞུས། ད་དེ་ནས་ཁ་སང་ཞུ་མཚམས་འདི་འདི་འདྲས་རེད་དེ་ནས་ཆོག་གི་འཁོར་ལོ་ལྔ་པོ་བྲིས་ནས་ཨེ་ན་ད་འདི་གཙུག་ལག་ཁང་གི་བྱང་ལས་ལ་འདི་འདྲས་ཟེར་ནས་བྲིས་ཞོག་གསུངས་པར་བ། བྲིས་ནས་སོང་ནས་ཨེ་འདི་ནས་འདི་ནས་གླིང་གཞི་ག་རེ་བྱུང་རེད་ཟེར་ན་ཡང། མཆོད་མཇལ་གླེང་མཁན་གྱི་ཨ་ནེ། མི་དེ་འདྲས་ཀྱིས་ད་འདི་གང་ག་རེ་ག་རེད་ཟེར་དུས་ཡང་འགྲེལ་བཤད་ཀྱང་མ་རག་པར་ཡིན་དུས་བཅོམ་ལྡན་འདས་ཀྱིས་འོ། ཨ་ནེ། སྲིད་པ་འཁོར་ལོ་ཨ་ནེ། སྲིད་པ་འཁོར་ལོས་ཀྱི་ཁྲིད་དེ་ལ་ཨ་ནེ་དགེ་སློང། ཨ་ནེ་འགྲེལ་བཤད་བྱེད་མཁན་ཞིག་བཞག་ཤོག་ཅེས་དེ་བཞག། དེ་ནས་ཡང་རིམ་པས་རིམ་པས་བྱས་ནས་འགྲེལ་བཤད་བྱེད་མཁན་དེ་ག་འཇུག་མ་འཇུག་བཞག་ཅེས་ནས་ཡང་འགའ་ཤས་ཀྱིས་འགྲེལ་བཤད་རྒྱག་མ་འདུག་པ་བྱས་དྲི་བ་འདྲི་དུས་ག་ལ་འདི་བྱེད་དུས་ག་ལ་བཅོམ་ལྡན་འདས་ཀྱིས་འགྲེལ་བཤད་བཞག་མཁན་བཞག་པ་ཙང་འགྲིག་གི་མ་རེད་དེ་ལ་འགྲེལ་བཤད་ཚད་ལྡན་རྒྱག་ཐུབ་མཁན་གྱི་དགེ་སློང་ཅིག་བཞག་ཤོག་ཅེས་འོ་དེ་འདྲས་བྱས་ནས་གསུམ་བྱས་ཨ་ནེ། སླད་ཕྱིན་གཙུག་ལག་ཁང་གི་གོང་ཆེན་གྱི་དུས་དེ་ལ་སེར་པོ་འཁོར་ལོ་དང་སེར་པོ་འཁོར་ལོའི་དུས་དེ་ལ་སེར་པོ་འཁོར་ལོའི་འགྲེལ་བཤད་ཚང་མ་བརྒྱ་བཤད་མཁན་གྱི་ད་མཚན་བསྟན་བརྒྱ་བཤད་མཁན་གྱི་དགེ་སློང་གཅིག་པོ་དེའི་གསུང་དེར་བཞག་གནང་བ་ད་དེ། དེ་བྱས་དེ་ནས་རྒྱུ་མཚན་དེ་ལ་བརྟེན་ནས་ད་དེ་དེ་རིང་བཞུགས་མ་གོ་བྱས་དེ་མདོ་ཁོ་རང་ན་ལོ་ལར་གྲུམ་རིན་པོ་ཆེའི་བར་སྐོབས་དུས་དུས་དཀར་ལ་ཚོམ་བུའི་སྤུ་གུ་ཆུ་མཇུག་གཅིག་སྐོབས་དུས་དུས་ཀྱི་ད་ག་བསོ་བ་རེ་སྤུ་གུ་ཆུ་མཇུག་གཅིག་གོམ་པའི་ནང་ལ་གནས་བཅས་ལ་སླེབས་ནས་དེ་ནས་ད་ལྟའི་དགེ་སློང་དེ་འདྲས་ཀྱིས་སེར་བ་འཁོར་ལོའི་འགྲེལ་བཤད་བསྒྱུར་བ་ལ་བརྟེན་ནས་འཁོར་བ་ལ་ངེས་འབྱུང་བྱུང་ནས་ཐར་པ། ཐར་བ་དོན་ཡིན་གྱི་དོན་ཡོད་ཀྱི་འདུན་པ་ཞེ་བོ་བསྐྱེད་རབ་ཏུ་བྱུང་བ་དང་དེ་འདྲས་ཀྱི་ལྟར་ལོ་རྒྱུས་མང་པོ་ཅི་ཡོད་རེད་ད་འདི་དཔེ་མཚོན་ཙམ་རེད་ད་དེ་དེ་རིང་འདིར་ཞུ་གི་མིན་ཞུ་མི་དགོས་ཆེད། འདུལ་བ་ལུང་གནང་གཅིག་གི་ནང་ལོགས་ལ་ད་འདིར་གྲུབ་འདིའི་ཆ་ཚང་ཅི་ཡོད་རེད་རྣམ་པ་ཚོ་ཐུགས་སྣང་ཡོད་བས་ན་གཟིགས་ན་དེ་རེད་འདུལ་བ་ལུང་གནང་གཅིག། འདུལ་བ་ལུང་གནང་གཅིག་རེད། ལྷ་ས་བཀའ་འགྱུར་ཅེས་པ་ཡིན་ན་སྤོས་བྱ་བ་དེ་ན་ཡོད་རེད་གནའ་བོ་ཚོ་ཟེར་བ་ན་ཐུགས་ན་ན་དམིགས་བསལ་གྱི་ཐུགས་ན་ཞོ་བྱེད་ཀྱི་ཡོད་ངེས་དེ་འདྲ་ཡིན་པ་ཡིན་ན་ཡང་ཐུགས་ན་ཧེ་ར་མེད་ངེས་ཡིན་ན་ན། ཅིག་ཁ་རྡུང་ཅིག་ཟེར་མ་འདུག་དེ་འདྲའི་ཞིག་ཚ་བ་ཅིག་ཞིབ་འཇུག་གནང་མ་རེད་བ། ཧོ་དེ་འདྲས་རེད། དེ་ནས་ད། ཧོ་དེ་འདྲས་རེད་ད་དེའི་ཐོག་ནས་ངེད་ཀྱིས་ལྟ་ན་གཞན་པ་ཅིག་གར་ལྟ་བ་རེད་ཟེར་ན་ངེད་ཁ་སང་བཞུགས་ཡིན་པ་ང་ཚོ་འདི་འདྲས་ཀྱིས་ལྟ་དུས་ག་ལ་འདུས་འདུས་ཀྱི་རྒྱུགས་ཚད་དང་འདུས་འདུས་ཀྱི་གཅིག་གི་སློབ་ཚན་གྱི་སློབ་ཚན་ཁྲིད་སྟངས་ཀྱི་རྒྱུགས་ཚད་ཀྱི་དང་དེ་འདྲས་ཀྱི་ཐོན་ལམ་དང་དེ་འདྲས་ཀྱི་ཐོག་ནས་བོད་སྐད་བཏགས་སོང་ན་རིན་ཐང་མ་འདྲ་བ་ཅིག་སླེབས་ཀྱི་རེད། དཔེ་ཆ་ཤར་བ་ཡིན་ན་དེ་སང་ང་ཚོའི་སློབ་གྲྭ་ཁག་གི་ནང་ལོགས་ལ་ད་སློབ་ཆུང་སློབ་གྲྭ་རེ་དྭགས་ནང་བཞིན་གྱི་སློབ་གྲྭ་ཁག་མང་པོ་ཅིག་ནང་ལོགས་ལ་འདུས་འདུས་ཀྱི་ཤེས་ཡོན་ཨ་སློབ་སློབ་གསོ་སྤྲད་སྟངས་ན་ལོ་ལ་མང་པོ་ཆེ་ཨ་ནི་ནུ་ལྷག་པར་དུ་ནུ་ཅོ་ཕེ་ནས་བར་གི་ཨ་སློབ་ཚན་སྤྲད་སྟངས་མང་པོ་ཆེ་ལ་བས་ཚང་མ་རེ་མོ་ལེགས་འདུག་རེ་མི་ལེགས་ལ་འདྲི་བྱེད་ཨ་ནི་གཅིག་སྤྲད་སྟངས་དེ་ཞུར་ཉུག་འདུག་ཨང་ཚིག་དང་རེ་མོ་རེ་བ་ཨང་ཚིག་ཐོག་ནས་གཅིག་བྲལ་དེ་ནས་ཨ་ནི་གཅིག་གི་ག་སོ་བར་ཡང་ལོས་ཀྱི་ཐོག་ནས་ཆེ་ཆུང་ཆེ་ཆུང་ག་མ་ག་ཚད་ག་ཚད་ཡོད་མེད་དེའི་ཐོག་ནས་ཨ་ན་རིན་ཚད་ཀྱི་ཐོག་ནས་གང་ལྟར་ཨ་རེ་མོའི་ཐོག་ནས་འོ་ད་དེ་འདྲས་ཀྱི་སློབ་སྦྱོང་སྤྲད་དེ་ད་ནོར་འཆོལ་བའི་ཐུན་མོང་མ་ཡིན་པའི་ཁྱད་ཆོས་རེ་བརྩི་གི་ཡོད་པ་རེད། ད་ང་ཚོས་དག་ན་ཤིང་སྤུ་གུ་ཆུང་ཆུང་ཚོ་ལ་ལས་དང་པོ་སྤུ་གུ་ཆུང་ཆུང་དེ་འདྲས་ལ་ཨ་ནེ་རི་མོའི་ཐོག་ནས་རི་མོ་འདྲ་མ་འདྲའི་ཐོག་ནས་སྐད་ཡིག་སློབ་སྦྱོང་བྱས་ན་རེ་ག་རེ་ཡིན་པ་ཡིན་ན་ཡང་ཨ་ནེ་འོ་འདི་འདྲས་ཟེར་ནས་ད་སྤུ་གུ་ཚོ་དེ་སང་ཨ་ནེ་གཅིག་འདྲ་མ་འདྲ་བཟོ་གི་འདུག་སྤུ་གུ་ཆུང་ཆུང་ཚོ་ལ་རྩེད་མོ་རྩེ་ཡོད་གི་ཡོད་གི་ལ་རེ་མོ་ཡིག་གི་ཡོད་གི་ལ་ཨ་དེ་འདྲས་ཡོད་ཆེ་དེ་དེ་འདྲས་ཀྱི་ཐོག་ནས་སློབ་སྦྱོང་བྱས་སྟངས་དེ་ད་དུས་འདུས་ཞོག་ཅེས་བརྩི་གི་ཡོད་རེད་པ། ད་ངས་ཡང་བསམ་བློ་ཁོ་བོར་ད་ད་དེ་རེས་མོའི་ཐོག་ནས་ཅིག་གིས་རེས་མོས་ཀྱི་སྒྱུ་རྩལ་གྱི་ཐོག་ནས་རེས་མོས་ལངས་ཀྱི་ཐོག་ནས་ངོ་སྤྲོད་བྱེད་སྟངས་དེ། སློབ་སྦྱོང་སློབ་ཁྲིད་བྱེད་སྟངས་དེ། ལོ་ཉིས་སྟོང་ང་བརྒྱད་སྐོར་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་འདི་ཕྱག་དར་གནང་བཞག་ཟེར་བར་ད་དེ་བཟང་ནང་བཞིན་བྱས་ནས་དེ་འདྲས་ཀྱི་ད་ཁོ་དགྲ་གལ་པོ་ཅིག་བྱུང་ཡོད་མ་རེད་མ་གཏོགས་པའི་དེ་འདྲས་མགོ་འདི་སངས་རྒྱས་བཅོམ་ལྡན་འདས་རང་བཙུགས་གནང་བཞག་ད་ད་འདྲས་དེ་རེད་བ་ད་སྲིད་པ་འཁོར་ལོ་དེ་རེས་མོའི་སྒྱུ་རྩལ་གྱི་ཐོག་ནས་རེས་མོའི་ལམ་གྱི་ཐོག་ནས་ཨ་ནེ་འགྲོ་བ་རིགས་དྲུག་ཨང་འཁོར་བ་ལ་ག་འདྲས་སུ་འཁོར་གྱི་ཡོད་མེད་དང་དེ་ལས་ག་འདྲས་སུ་བྲོས་དགོས་ཀྱི་ཡོད་མེད་དང་དེ་རིང་རེ་འགའ་རེས་མོས་གྱུར་ཚད་རེས་མོ་རང་ཐོག་ནས་ཆ་ཚང་ཞིག་ངོ་སྤྲོད་གནང་རོགས། དྲུག་པ། ད་འདི་ངོ་སྤྲོད་གནང་སའི་གི་དུས་ཆ་དེ་སུ་རེད་ས་ན་གཙོ་བོ་ལས་དང་པོ་རེད་ད་འདི་ཞུས་པ་ན་ཤེས་མཆན་ནི་ཤེས་རིག་པུ་དང་མོ་གའི་བུག་གི་ཨ་ནི་འཛམ་བུ་གླིང་གླིང་གཞན་དང་གཞན་དང་ཕེབས་ནས་ཨ་ནི་རྫུ་འཕྲུལ་གྱིས་ཕེབས་ནས་རེད་བ། ཨ་ནི། ག་ཤོག་བར་ད་མཛོད་སྤྲུལ་སྐུ་ཕེབས་ནས་ཨ་ནི། ཚུར་ཕེབས་ནས་ད་གཞན་དག་གྲུབ་མི་ཤེས་གསལ་གྱི་སྐུ་བསྡུས་དུས་ཀྱི་གདུལ་བྱ་འདི་སྐད་ཡོད་རེད་པ་འོ་དེ་འདྲས་འདྲ་བ་བི་ཇི། ག་ཤོག་བར་ད་གཙོ་བོ་ལས་དང་པོ་བ་དེ་འདྲས་རེད། དེ་ཡིན་དུས་ག་ལ་ལས་དང་པོ་བ་རང་ལ་ད་ཁོ་རེ་མིག་དུས་ཚོད་ཐོག་ནས་ད་དངོས་གནས་དཔེ་ཆ་ཤར་བ་ཡིན་ན་ང་ཚོ་འདྲ་བོ་གཞུང་ཆེན་མོ་པུ་ཏི་གཞུང་པུ་ཏི་ང་ཚང་མ་བཏགས་དེ་སྔའི་དཔེ་དེ་ཨ་ནི་གཞི་རྩ་པོའི་ཐོག་ནས་དཔེ་བཏགས་སེལ་བཏང་རྗེས་ནས་ཨ་ནི་སྲིད་པ་ཡན་ལག་ག་ས་གཏན་འདྲེ་ཡན་ལག་བཅུ་ཡིན་ཚོད་ངེས་ཅིག་ཡིན་པ་ན་དེ་ཁོ་བེད་སྤྱོད་བྱེད་ར་ཡོད་མ་རེད་ད་དེ། རེད་བ་བེད་སྤྱོད་བྱེད་ར་མེད་བས་སེམས་ཁྲལ་བྱེད་རེད་ད་དེ་གཙོ་བོ་དེ་ལས་དང་པོ། རེད་བ། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ཨེ་ནི་གཅིག་གི་རྨང་གཞི་ཁྱོན་ནས་མེད་མཁན་ལས་དང་པོ། འཁོར་བ་དང་འཁོར་བ་ལས་གྲོལ་ཚུལ་གྱི་རིམ་པ་ཤེས་ནས་རྨང་གཞི་མཁན་ལས་དང་པོ་དེ་འདྲས་ལ་ཨེ་ནི་དུག་སྲུང་དང་དེ་འདྲས་ཀྱི་ར་སྤྲོད་དང་རི་མོའི་ཐོག་ནས་དེ་འདྲས་རེད་དེ་ཡིན་དུས་ག་ལ་དེ་འདྲས་ཀྱི་ཕྱག་རྟགས་དེ་སངས་རྒྱས་བཅོམ་ལྡན་འདས་སྔར་ནས་གནང་ཚར་ཤག་ད་ཡིན་ན་ཡང་པ་ར་དེ་ལ། ད་ཡང་ཡར་རྒྱས་བཏང་སྟེ་འགྲོ་ཡ་རྒྱུ་ལམ་དེ་མ་བྱུང་བ་རེད་བ་ད་ག་ལ་དེ་རེད་བ་འོ་དེ་འདྲས་གཅིག་གི་རེད་ཤག། གཅིག་སྟེ་གནད་འགག་འདིར་སེམས་དཔའ་འཁོར་ལོས་ཀྱི་ཁྱད་ཆོས་གཅིག་དེ་ག་རེད་ཟེར་ན། ལོ་ཉིས་སྟོང་ལྔ་བརྒྱ་ཙམ་གྱི་སྔོན་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ལས་དང་པོ་བ་ཚོ་ལ་རེ་མིག་སྒྱུ་རྩལ་གྱི་ལག་ནས་ཨ་ནི་ནང་ཆོས་ཀྱི་གནད་ཁག་རོ་བ་འཁོར་བ་ལ་འཇུག་ཚུལ་དང་འཁོར་བ་ལ་འགྲུལ་ཚུལ་གྱི་ཐིག་ཁའི་ཚང་མ་ཤི་ན་ཡ་ཅིག་རེ་མིག་སྒྱུ་རྩལ་ནང་ནས་ཐོ་ལམ་འདི་སྟོན་ན་བཞག་ཟེར་དེ་རེད་རོ་བ་དེ་གལ་ཆེན་པོ་གཅིག་རེད་དོ་བ་དེ་རེད་བཞག། ཟླ་འདི་ནས་ཁ་གཅིག་བྱས། དེ་ནས་གནད་འགག་གཉིས་པ་དེ། ང་ཚོས་ཁོ་བོ་ལ་ངེས་འབྱུང་སྐྱེ་གི་ཆེད་དུ་ད་ནི་རི་མོ་དེ་གས་ལེགས་སོ། འདི་གི་སྒོམ་བྱུང་དང་འདི་གི་གནད་འགག་དེ་ལ་བརྟེན་ནས་ང་ཚོའི་འཚོ་བའི་ནང་ལོགས་ལ་དངོས་སུ་ཕན་ཐོགས་ཐུབ་པ་ག་རེ་ཡོད་རེད་ཟེར་ན་འདི་ཡོད་རེད་ད་ངས་འདི་རྟག་པར་དྲན་གྱི་ཡོད། དཔེ་ཆ་བཞག་པ་ཡིན་ན་ང་ཚོ་ཚང་མ་ད། ལྟད་མོ་འདི་འདྲའི་ཐག་པ་དག་ཨ་ནི་ཁ་པར་ན་རེད་ག་རེ་ཡིན་ན་གཅིག་གིས་དྲ་ཐོག་ལ་ལྟད་མོ་འདི་འདྲ་མང་པོ་གཟིགས་ཀྱི་རོ་བ་ལྟད་མོ་གཟིགས་པའི་སྐོབས་ལ་དཔེ་ཆ་ཤར་བ་ཡིན་ན་ང་ཚོས་འཚམ་འཚམ་སེམས་ཅན་གཅིག་གཅིག་ལ་ཞོ་གཅིག་དཔེ་དེ་ཟ་རྗེས་འདི་འདྲས་གཅིག་གཅིག་ཟ་ཡའི་སྐོར་དང། དེ་ནས་ཨ་ནི་གཅིག་གིས་སྤྱི་ཚོགས་ཁ་ཤས་ག་སོར་དར་ཨ་ཕི་རི་ཀ་དང་ས་ཆ་གཞུང་བོད་ནང་བོད་ནང་ལ་ཟ་ཡ་མེད་པའི་སྤུ་གུ་ཙུ་ཙུ་དཔེ་ཟ་ཡ་མེད་པ་བཅས་ནས་དཔེ་དེ་ཡི་དྭགས་ནང་བཞིན་ཆགས་བསྡད་ཡ་དེ་འདྲའི་དཀའ་ངལ་ཡོད་པ་དེ་འདྲས། མཐོང་ཐོས་ཨ། ད་ནང་བཞིན་གྱི་ད་ལྟ་འཛམ་བུ་གླིང་འདི་ན་དམག་འཁྲུག་འདི་འདྲ་ཡོང་དགོས་དམག་འཁྲུག་ནང་ལོགས་ལ་གཅིག་གིས་གཅིག་གི་པད་མེ་ཕག་མཚོ་བསད་རེས་བྱེད་འདི་འདྲའི་གི་གནས་ཚུལ། ཨོ་དོ་ཚོ། དོ་ཚོ་ཡ་ཧོ་ཅེས་ཚིག་གི་ཚོགས་ཡོད་པ་ཅིག་རེད་བ་དེ་ཚིག་གཏད་མི་རང་འདུག་ཤེས་མ་ཡིན་པ་བྱས་ན་དངོས་གནས་རང་གི་ད་གཏད་མོ་འདི་འདྲ་ལྟ་ཡོད་རེད་བ་ད་ཚིག་ད་མཐོང་གི་འདུག་བ། དེ་ཡིན་དུས་ཀ་ལ་འདི་འདྲའི་གི་གཏད་མོ་དེ་གས་གཏད་མོ་བཏབ་པ་ཙམ་མ་ཡིན་པའི་དེ་གས་ཀྱི་བརྒྱུད་ལམ་དེ་ཁོ་བ་ལ་ངེས་པར་བྱུང་བས་དང། སེམས་ཅན་གཞན་ལ་སྙིང་རྗེ་སྐྱེས་དང་གཞན་ལ་གཅིག་གི་སེམས་ཁུར་གི་བསམ་བློ་སྐྱེས་ལ་ཨོ་དེ་གས། མཐོང་ལམ་བོད་ཆས་ཆས་འདུག་གཟིགས་བར་ད་ངས་ཟེར་ན་རེ་བ། བརྒྱ་ཆ་བརྒྱ་ཙམ་མ་རེད་ད། ད་གནའ་སྔ་མ་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་སྐོབས་ལ་དེ་སང་ནང་བཞིན་བྱས་ནས་ཨ་ནི་ལྟད་མོ་འདྲ་བ་གས་ཡོག་མ་རེད་རྒྱ་གར་ས་ཆ་དེའི་ནང་ལོགས་ལ་ག་རེ་འཕྲད་པ་དེ་གས་དེ་གས་ཐུང་གོ་རེད་མ་གཏོགས་དེ་ལས་གཞན་པས་གས་ཨ་ནི་ས་ཆ་གཞན་པ་ཐག་རིང་པོ་ནང་ལོགས་ལ་ག་རེ་ག་རེ་བྱེད་གས་ཡོད་མེད་བོད་སྐད་མི་གཅིག་གིས་གཅིག་གིས་ག་རེ་བྱེད་གས་མེད་དཀའ་ངལ་ག་རེ་འཕྲད་གས་ཡོད་མེད་དེ་འདྲས་ཅི་ཡས་ཡོག་མ་རེད་པ་དེ་ཡིན་དུས་གོ་ལ་ད་ནི་ས་ཆ་གཞན་པ་མི་འདོད་རེད་ད་རེ་མོའི་ཐོག་ནས་དེ་འདྲས་བྲིས་བཞག་རེད་ད། དཔེར་ན་རེས་མོས་ནང་ལོགས་ལ་དཔེར་ན་ཡི་དྭགས་དང་དུ་ཚོད་འབྲི་དུས་ཀ་ལ་ཨ་ནི་མེ་ཡི་བསྲེ་ཡ་འདྲ་བོ་དང་ཨ་ནི་ལྕགས་ཀྱི་སོག་ལེ་མ་བཏུ་ཡ་འདྲ་བོ་ལ་སོགས་པ་དེ་འདྲས་བྲིས་གི་འདུག་དེ་ག་ག་རེད་བསམ་ན་ཕི་ཀེ་ལ་འཚོ་བ་འཕྲལ་གྱི་ཆེད་དུ་རོ་བ། ད་དེ་ས་ང་ཚོས་དངོས་སུ་མཐོང་ཐུབ་དགོས་ར་ལྟད་མོའི་ནང་ལོགས་ནས་རོ་བ། དངོས་སུ་ཁོ་རང་གཅིག་གིས་གཅིག་གི་དེ་འདྲས་ཀྱི་དཀའ་ངལ་མཐོང་ཐུབ་དུས་ག་ལ་དེ་ག་གི་ལྟད་མོ་འདི་ལྟད་མོ་ཙམ་མ་ཡིན་པས་ཀྱི་སོ་སོ་གི་ཉམས་ལེན་བྱེད་ཀྱི་ཡིན་པ་ཡིན་ན་ཁོ་བ་འདི་ནང་གི་ད་དམག་འཁྲུག་དང་ཁོ་བ་འདི་ནང་ལ་སྙིང་པོ་མེད་པས་ཀྱི་ངེས་འབྱུང་གི་བསམ་བློ་སྐྱེས་ཀྱི་ཁོ་ལས་དང་པོ་འོ་མཚོ་ལ་སྐོར་ད་ལྟ་ལྟོ་བའི་གནས་ཚད་མཐོ་བོ་ཕེབས་བྱུང་ངས་དེ་འདྲའི་ལ་ནི་མི་ག་གེ་གོའི་འབྱོར་བ་མ་རེད་བ་ད་ང་ཚོ་འདྲ་བོ་དེ་འདྲ་ལས་དང་པོ་འོ་མཚོ་ལ་འཁོར་བ་ལ་སྙིང་པོ་མེད་པ་འདྲ་བོ་ཅིག་བལྟ་གོང་དེ་འདྲའི་གི་ཏི་མ་འུ་བུ་ཅིག་བཏགས་ནས་དེ་འདྲའི་རྒྱ་ལྕེ་རྒྱ་དང་པ་དེ་ཕན་འདུག་ལྷག་པར་དུ་སྙིང་རྗེའི་སྐོར་དོ་ཚོ་ཡིན་པ་ཡིན་ན། ཅིག་གི། མི་སེམས་པ་བཟང་པོ་དེ་འདྲའི་གི་མི་སྐྱོ་བོ་དེ་འདྲ་ལ་རོགས་པ་བྱས་དེ་འདྲའི་མུ་མཐུད་ནས་བལྟ་བལྟ་ཡང་དཀའ་ངལ་འཕྲད་དཀའ་ངལ་ཞོ་འཕྲད་དོ་ཚོ་དོ་མུ་མཐུད་ནས་བལྟ་བྱ། ང་ཡང་ང་ཅོ་དེ་གི་ཏེམ་དེ་འདྲ་བལྟ་དུས་ཞོ་མི་ཅོ་ཤོག་ཡོད། ཟེར་དུས་ང་ང་མཚམས་བརྙན་ལྟད་མོ་ཁ་ཤས་ལྟད་མོ་ཐུང་ཐུང་དེ་འདྲའི་སྨིན་བྱུང་ཤོད་ཡོན་དེ་འདྲའི་ཚང་མ་ཁ་ཚར་བཅུ་བཅུ་གཅིག་བལྟ་འོས་བཅུ་བཅུ་གཅིག་ག་ཚོད་བལྟ་སོང་ན་ད་སྨིན་བྱུང་ཤོད་གི་འདུག་སྨིན་བྱུང་བརྙན་འདི་མུ་མཐུད་བྱས་ངས་དེ་བཙལ་མ་ཤོར་ནས་སྨིན་བྱུང་བརྙན་ནམ་རྒྱུན་སྤུག་ཏུ་བཙལ་མ་བྱས་ནས་ཞིག་འོས་ཚེ་སྐར་མ་གཅིག་ངུ་ཐོག་ན་མུ་མཐུད་ནས་སྐར་མ་གཉིས་ངུས་སྐར་མ་གཉིས་ངུ་ཐོག་ན་མུ་མཐུད་སྐར་མ་གསུམ་ངུས་དེ་འདྲས་ཀྱི་སྨིན་བྱུང་དེ་རིན་ཐང་ཅན་གྱི་སྨིན་བྱུང་རེད། ནམ་རྒྱུན་ང་ཚོའི་རྩ་བའི་བླ་མ་རིམ་བྱོན་གསུངས་པ་ནང་བཞིན་བྱས་ནས་ཁ་གསོ་བ་རེད། སོ་སོའི་དཀའ་ངལ་གྱིས་ཕྲད་ནས་ཨ་ནི་དེ་ལས་སྡུག་བསྔལ་གྱི་བཟོད་གླགས་མ་མཆིས་ཅེ་ན་རྨི་ཆུ་ཤོང་བ་ཡིན་པ་ཡིན་ན་དེ་ཀྱི་ངུ་བས་ཀྱི་རྨི་ཆུ་དེ་ཀྱིས་ཨ་ནི་སོ་སོ་ལ་སྤྲད་པ་དེ་ཀས་ཨ་ནི་ག་ལ་སོང་བ་དང་སྲིན་བུ་དོག་བ་དང་ཨ་ནི་དཀའ་ངལ་ཆེར་འགྲོ་བའི་ཕྱིར་རེད། མི་གཞན་གྱི་སྡུག་བསྔལ་དང་གཞན་གྱི་དཀའ་ངལ་ལ་བསམ་བློ་བཏང་ནས་རྨི་ཆུ་ཤོར་ཡ་དེ་རྨི་ཆུ་གཅིག་པ་རེད་དེ་ཡིན་ན་ཡང་ཁོས་ཀྱིས་སོ་སོའི་གི་བསམ་བློ་དེ་རྒྱ་ཆེ་རུ་བཏང་ཡ་དང་སོ་སོའི་གི་སྙིང་སྟོབས་སྤེལ་ཡ་དང་དེ་ཡིས་ནི་གཅིག་གིས་སྲིང། བཀའ་སྲོལ་བ་དང། གཞན་ལ་ཕན་སེམས་བསྐྱེད་ཡ་དང་གཞན་ལ་སྲིང་བཀུར་བྱེད་ཀྱི་བསམ་བློ་དེ་རྒྱ་ཆེར་བཏང་ཡ་དང་དེ་གས་ཀྱི་ཞབས་གཅིག་གིས་ནི། སྲིང། དེ་འདྲས་ཀྱི་ཕན་ཐོགས་ཆེན་པོ་ཞིག་རེད་དེ་ཡིན་དུས་བ་ལ་དེ་མུ་མཐུད་ནས་སྤེལ་དགོས་གོ་ད་ད་ནང་བཞིན་མཚམས་མཚམས། སོ་སོའི་གི་ནི་བླ་མ་དེ་འདྲས་ཀྱི་གཅིག་གིས་བཀའ་སློབ་དེ་འདྲས་ཟེར་ཡང་བསམ་བློ་འཁོར་འདྲ་བོ་དེ་འདྲས་ཀྱི་གཅིག་གིས་དེབ་འདྲ་བོ་ཀློག་རྣམ་ཐར་རེ་ཀློག་འགྲོ་དུས་བ་ལ་མི་ཆུ་ཤོར་གོ་ཐུག་བ་ཨ་ཉེ་ད་རང་སྲིད་དགོས་ད་མི་ཆུ་དེ་ཤོར་སོང་ན། མུ་མཐུད་བྱས་ནས། ཁོ་དུས་ཚོད་དེ་དམ་འཛིན་བྱས་ད་དེ་ང་བླ་མ་ལ་དད་པའི་དད་པ་སྐྱེས་པའི་གི་དད་པའི་གི་ཨ་ནི་ཙི་གི་སྤུན་ལུང་སྐྱེས་པ་ཟེར་ཆོག་རོ་ད་དེ་རེད་བ་ང་དེ་གས་གོ་སྐབས་དེ་རྩ་ཆེན་པོ་ཞུ་རུ་འཇུས་བྱས་ནས་མུ་མཐུད་བྱས་དེ་འདྲས་གི་འཚོ་བ་དེ་གས་སྐར་མ་གཅིག་སླེབས་ཡོད་ན་སྐར་མ་གཉིས་ག་འདྲས་བཟོ་ཐུབ་འོག་དུ་སྐར་མ་གསུམ་ནས་གཉིས་སོས་ན་སྐར་མ་གསུམ་དེ་རེ་ཐག་རེ་ག་འདྲས་བཟོ་དགོས་འདུག་དེ་ང་ཚོས་དེ་སྦྱོང་བརྡར་བྱས་ཏེ་དཔེ་གལ་ཆེན་པོ་རེ་བྱས་དེ་འདྲས་ཡིན་དུས་ག་ལ་ལྟད་མོ་དེ་འདྲས་བརྒྱ་ཆ་བརྒྱ་ནི་བ་ང་ཉམས་ལེན་ཞིབ་ཞེན་པ་གས་ཡོད་མ་རེད་དེ་འདྲས་གི་ཐོག་ནས་ལྟད་མོ་ངས་དེ་སྙན་མ་སྙན་མ་ནས་ང་འདི་ལ་ནི་བྱིང་འོས་སྙན་མ་ང་སེ་ར་བྱེད་ལ་ང་ཚོའི་སློབ་གྲྭ་སྤུག་དེ་འདྲས་ད་ལོ་མང་བོ་ཅིག་ནང་ཆོས་ངོ་སྤྲོད་བྱེད་ཐལ་བ་ང་ཚོ་དགོན་པ་ནས་སེ་ར་བྱེད་ན་སྣན་མ་སྙན་མ་སྙན་མ་དང་བ་ནས་བོད་པའི་སློབ་ཕྲུག་སྤུག་ཚོ་ལ་ནང་ཆོས་ངོ་སྤྲོད་དེ་ལོ་ཟླ་བ་ཅིག་གནང་དགོས་ར་བ་དེ་དུས་བྱེད་བའི་སྐོར་བ་སྙན་འཚམ་འཚམ་སྤུག་གོས་དང་དེ་དེ་ལོ་ལེགས་ཤས་ལེགས་ལོ་ལེགས་ན་ལོ་ནས་བ་དེ་འདྲས་གི་ཅིག་གི་སྐྱོ་བོ་དེ་འདྲས་བསྟན་མ་དེ་འདྲས་བསྟན་ཨེ་སྤུག་གོ་ཅིག་ཅིག་ཅིག་བི་གེ་བཞག་ཨེ་ནག་གོ་ཟེར་དེ་འདྲས་བྱས་ཨེ་སྤུག་གོ་ད་དེ་ཨེ་སྙན་སྤུག་གོ་བཙན་མ་བཙན་བྱས། ཁྱེད་རང་ཚོ་བིག་ལྟད་མོ་དེ་བལྟས་ནས་མི་ཞུགས་འདུག་ན་སྐར་མ་གཅིག་ཞུགས་འདུག་ན་སྐར་མ་གཅིག་ངུ་ཐུབ་ན་གཉིས་ངུས་གཉིས་ངུ་ཐུབ་ན་གསུམ་ངུས་ཟེར་ག་འདྲས་ཟེར་ན་ངུ་ཐུབ་ནས་ངུས་ཞུགས་མི་ཆུ་བཏང་ཞོགས། དེ་གི་འཚོ་བ་དེ་ཞུ་རྒྱུ་རེད་ཟེར་གི། དེ་ནས་དེ་འདྲས་བྱས་སྤུ་ཁ་ཤས་མི་ཆུ་ཞབས་ཞུ་བཏང་འདུག་འདུག་བ། འོ་དེ་ཟད་རྗེས། ངེད་མི་གཞན་པ་ལས་དེ་འདྲས་སྐུལ་མ་བྱེད་ཀྱི་ཡོད་ལ་ང་རང་དེ་བྱེད་ཀྱི་ཡོད་དེ་ཕན་པོ་ཞུ་འདུག་ད་འདི་ངས་སྲིད་པ་འཁོར་ལོས་ཀྱི་ལོ་རྒྱུས་དེ་དང་གྲགས་ནས་ངས་མཉམ་འདོར་ཞུ་གོ་ད་སྲིད་པ་འཁོར་ལོས་ཀྱི་རི་མོ་དེ་འདྲས་བྲིས་ནས་རོགས། དཔེར་ན། སྙན་བོག་རེ་མོ་ཐུགས་སུ་འདྲུད་དུས་ག་ལ་གཅིག་གིས་དང་དེ་ཞུས་པ་ནང་བཞིན་བྱས་ནས་མེ་ཡི་དཀྱིལ་ལ་བསྲེས་པ་དང་ལྕགས་ཀྱི་སོག་ལེས་དྲ་བ་ལ་སོགས་རི་མོ་དེ་ག་ཅིག་ནས་འབྲི་བར་ཕི་གེ་གི་རི་མོ་དེ་ལ་བརྟེན་ནས་ང་ཚོ་ལ་འཚོ་བ་འཕྲལ་གྱི་ལེགས་ཡོད་རེད་པ་ད་དེ་དེ་སང་དངོས་སུ་མཐོང་ཡ་ཡོད་རེད་པ་ད་སྙན་བོག་གི་དེ་གས་ད་མཐོང་ཡ་ཡོད་མ་རེད་ད་ཡིན་ན་ཡང་ད་མི་གསོད་པོ་གཅིག་གིས་གཅིག་བསད་ཀྱི་ཡོད་པ་དང་དེ་འདྲ་དངོས་སུ་མཐོང་ཡ་འདུག་བ་ད་དེ་འདྲ་ཡོད་དུས་ག་ལ་དེ་འདྲ་གི་ལྟད་མོ་ཐུགས་སུ་བཏགས་རྗེས་ཨ་ནི་གཅིག་ལྟད་མོའི་རང་རྣམ་པ་མ་ཡིན་པ་དེ་དངོས་གནས་ཡིན་པ་རང་དངོས་གནས་རང་དེ་འདྲ་ཡོད་རེད་པ་ད་དེ་འདྲ་བལྟ་བའི་སྐོར་ལ་ཨ་ནི་གཅིག་ཅིག། བསམ་བློ་དེ་བཏང་ཐུབ་ཡོད་ན་དེ་འཚོ་བ་ཞུ་རྒྱུ་སྐྱེས་ཐུབ་འདུག་དེ་འཚོ་བ་སྐྱེས་ལ་ཕན་ཐོགས་ཞུ་འདུག་འོ་དེ་ངས་དེ་མཉམ་པོ་དྲག་ནས་གནའ་བོ་ཚོ་ལོ་དེ་སེང་ལྡེའུ་ཆོས་དུ་ཞུ་འདོད་བྱུང་སོང་ད་དེ་ནས་དེའི་ཆེད། འོ་ད་དེ་འདྲའི་གྲབས་ཡིན་སྲིད་པ་ཁོ་ལོས་ཀྱི་བྱུང་རིམ་ལོ་རྒྱུས་དེ་དེ་འདྲའི་གྲབས་བྱས་ད་དེ་ནས་ང་དེ་རིང་ང་ཚོ་དངོས་སུ་ད་འདི་དེ། ཡ་དེ་རིང་དེ་དངོས་སུ་དེའི་ཐོག་ནས་ཞུ་ཡ་ཡིན་དེ་རིང་ཨ་དུས་ཚོད་རིང་པོ་ཞིག་རག་ཞུ་མེད་རེད་བ་འོ་དེ་བྱས་ད་སེ་བོ་ཁོ་ལོག་གི་དེ་ལ་ང་ཚོས་འདི་འདྲས་གཟིགས་རོས་ད་དེ་དང་གནང་པོ་ཚོ་གཟིགས་འདུག་བ་དེ་སེ་བོ་ཁོ་ལོག་ཅི་ད་སེ་བོ་ཁོ་ལོག་གི་རེ་མོ་དྲི་དང་འདྲ་མ་འདྲ་ཡོད་རེད་དེ་ད་ངས་འདིའི་ནང་ཡོད་པ་དེ་ད་དེ་གོང་དུ་ཞུས་པའི་མདོ་ཡི་ན་ལོ་ལ་འགྲེལ་བཤད་འགྲེལ་བཤད་སྐྱོན་པོ་དང་ཨ་ནི་མང་ཆེ་བ་ཐུན་བཤད་ཆེ་བ་བཅས་འོ་དེ་འདི་ཉོ་གི་འདུག་དེ་ཡིན་དུས་གང་ལ་ཉན་འདི་འདང་མ་རེད་རེད་བ། གཞན། གསལ་བོ་ཁོ་ལ་བྲིས་དང་འདྲ་མ་འདྲ་ཞོལ་བོ་ཅིག་ཡོང་གི་འདུག་བ། ཨ་ནི་ད་ད་འདི་ས་བོད་ནང་ལ་མ་རེད་དཔེར་ན། དགོན་པ། བོད་ནང་ལོག་དགོན་པ་རེད་ད་ག་ནང་བཞིན་གྱི་ལ་དྭགས་ཁུལ་གྱི་འདུག་བ་དགོན་པ་རྙིང་པ་དུ་ཚོད་ནང་ལོག་ལ་གཅིག་གི་འདི་དེབ་རྙིང་པ་ནང་ལོག་ལ་བྲིས་དང་འདྲ་མ་འདྲ་ཞོལ་ཅིག་འདུག་བ། ངོ་དེ་འདྲས་རེད་ད་གཞན་པ་ཏུ་ནོར་རེད་ང་ཚོས་གོས་ཞུ་ཤིང་མི་འདུག་ཡིན་ན་ཡང་རྡོ་ཡི་ནང་ལོགས་ལ་སེར་བོ་འཁོར་ལོས་སངས་རྒྱས་བཅོམ་ལྡན་འདས་ཀྱི་དང་དོད་བྱུང་མགྱོགས་དེའི་ནང་ལོགས་གསུངས་པ་དེ་དང་མཐུན་ཤས་ཆེ་བ་གཅིག་དེ་དང་མཐུན་ཤས་ཆེ་བ་གཅིག་འོ་ད་དང་དེ་དེ་དེ་འདུག་དང་དེ་དང་དེ་ངས་དེ་ནས་མ་དེ་དེ་ཞུས་རྣམ་པ་ཚོ་མཉམ་ཞུས་ཞུས་དེ་ཡིན་འདུག་ཧོ་ཡ་དེ་ཆད་ད་འདིའི་ནང་ལོགས་ལ་ཨ་ལས་གལ་ཆེ་ཤོས་ཅིག་སེར་བོ་འཁོར་ལོའི་ནང་ལོགས་ལ་སེར་བོ་འཁོར་ལོ་གོ་གོ་དེའི་གི་སྔོན་ལ་དེ་ཕྱི་ལོགས་དེ་ལ་དེ་ཞོལ་ར་སྣ་བུག་ཚོ་གཅིག་ལ་སངས་རྒྱས་བཅོམ་ལྡན་འདས་སྐུ་གཅིག་ཆད་ནས་ཞོ་གཡས་སྔོ་ཕྱོགས་དེ་ལ། ཚུར་ཕྱོགས་དེ་ལ་ཟླ་བ་གཅིག་ཆད་ད་འདི། ཚང་མ་ན་ཡོད་རེད་དེ་ནས་ད་འདི་འོག་དེ་ལ་བརྩམ་པར་བྱེད་གཡུ་བ་ས་ཚིགས་བཅད་ཞིག་འདུག་ཚིགས་བཅད་དེ་མཚམས་མཚམས་སེར་པོ་འཁོར་ལོས་ཀྱི་བྱུག་འོག་དེ་ལ་མ་བྲིས་འདུག་མཚམས་མཚམས་འདི་འདི་ཞོ་ད་ངས་འདི་སྣ་བུག་ཚོ་ལ། དེ་བསྟན་ཡས་བྱེད་ཡོད་བས་ན་ཡག་དོ། འདས་དོ། འདས་འདས་ཚིགས་བཅད་ཡོད་རྩ་མར་ཅིག་དབྱུང་བར་བྱ་ཟེར་ནས་ཚིགས་བཅད་དེ་རེད། ཚིགས་བཅད་དེ་མཚམས་མཚམས་སེར་བོ་འཁོར་ལོའི་འོག་དེར་བྲིས་ཀྱང་མཚམས་མཚམས་དེ་ཟླ་བའི་འོག་དེར་བྲིས་ཤ་བོ་རེད། ཟླ་བའི་འོག་དེ་ན་བྲིས་ནས་ཟླ་བ་དེ་ཐར་པའི་མཚོན་དོན་དང། ནི། སངས་རྒྱས་སྐུ་དེ་ལམ་བདེན་གྱི་མཚོན་དོན་སངས་རྒྱས་ཀྱི་ཕྱག། ཟླ་བའི་སྐུ་ཟླ་བ་དེ་ལ་ཕ་གཏད་ནས་ཕྱག་འདི་འདྲ་ཟེར་ནས་གཏད་ཞོར་བ་དེ་གིས་སངས་རྒྱས་ཀྱི་ཐར་པའི་ལམ་སྟོན་མཛད་ཀྱི་ཡོད་པ་དེ་གི་ཚུལ་འདོད་རེད་ཟེར་བར་ད་འདི་བཟོས་དུས་ག་ལ་སེར་བ་འཁོར་ལོ་འདི་དང་སེར་བ་འཁོར་ལོའི་ཕྱི་ལ་ཡོད་པའི་སངས་རྒྱས་ཀྱི་སྐུ་གཟུགས་དེ་དང་ཟླ་བ་གཉིས་ཀྱི་བསྡོམས་ནས་ག་རེ་ཚུལ་དགོས་རེད་ཟེར་ན་བདེན་པ་བཞི་ཚུལ་དགོས་ཡོད་རེད་ཟེར་ན་བཟོ་དེ་ཉེ་དགོས་རེད་བདེན་བཞི་ཚུལ་དགོས་ཡོད་རེད། སེར་བ་འཁོར་ལོ་ཁོ་རང་གི་བདེན་བཞི་ཚུལ་དགོས་ཡོད་རེད་ཟེར་ན་ཉག་གཅིག་མཁྱེན་ཚར་བ་རེད་འདུག་ག་ད་འདི། སེར་བ་འཁོར་ལོ་དང་སེར་བ་འཁོར་ལོའི་ཕྱི་ལ་ཡོད་པའི་སངས་རྒྱས་སྐུ་གཟུགས་དེ་དང་ཟླ་བ་དེ་བཅས་ཚང་མ་འདོམས་པའི་གནས་བདེན་པ་ཞེས་ད་ལྟ་མཚོན་དགོས་ཡོད་རེད། ད་དེ། དེ་རྗེས་དེ་ཞུ་ཡིན་ད་རེད་བ། ད་ལེའུ་ཆུ་ལོག་ལ་དཔེར་ན། སངས་རྒྱས་དེ་གའི་ལམ་གྱིས་དེ་སྐུ་གཟུགས་དེ་གའི་ལམ་གྱིས་བདེན་པ་ཅེས་ཨ་ནི། ཕ་ཆོས་དེ་ལ་ཟླ་བ་དེ་གའི་ཐར་པའི་ཐར་པ་མཚོན་དགོས་ཡོད་རེད་དེའི་འདུས་འགོ་ལ་བདེན་པ་ཞེས་ན་ནི་འགོ་པའི་བདེན་པ་ཟེར་མཚོན་དགོས་ཡོད་རེད་བདེན་པ་ཞེས། ལམ་གྱི་བདེན་པ་དང་འགོ་པའི་བདེན་པ་གཉིས་འགྲོ་སོང་བ་ད་དེ་ནས་ག་ལ་ལྷག་དེ་རེད་ཟེར་ན་སྡུག་བསྔལ་བདེན་པ་དང་ཀུན་སྤྱོད་བདེན་པ་གཉིས་ལྷག་དེ་རེད་ད། སྲིད་པ་འཁོར་ལོ་འདིའི་ནང་ལོགས་ལ་ག་རེ་གསུང་གི་ཡོད་རེད་ཟེར་ན་སྡུག་བསྔལ་བདེན་པ་དང་ཀུན་སྤྱོད་བདེན་པ་གཉིས་གསུང་གི་ཡོད་རེད། སྡུག་བསྔལ་བདེན་པ་དང་ཀུན་སྤྱོད་བདེན་པ་གཉིས་གསུང་ནས་གཙོ་བོ་དེ་ག་འདྲས་གསུང་གི་རེད་ཟེར་ན་གཅིག་རྒྱུ་དང་གཅིག་འབྲས་བུ། དེ་ཡིན་དུས་ལ་རྒྱུ་ཀུན་སྤྱོད་བདེན་པ་ལ་བརྟེན་ནས་འབྲས་བུ་སྡུག་བསྔལ་བདེན་པ་བྱུང་ཚུལ་དེ་ཞུ་གསུང་གི་ཡོད་རེད་མཁྱེན་གསོ། རྒྱུ་ཀུན་སྤྱོད་བདེན་པ་ལ་བརྟེན་ནས་འབྲས་བུ་སྡུག་བསྔལ་བདེན་པ་བྱུང་ཚུལ་དེ་བཤད། དེ་གསུང་ནས་ད་འདི་རྒྱས་བཤད་དུ་ད་བྱུང་དང་བྱུང་ལུགས་ག་འདྲས་བྱུང་གི་རེད་ཟེར་ན་རྒྱས་བཤད་ཀྱི་ཚུལ་དུ་བྱེད་དུས་ག་ལ་ཨ་ནི་རྟེན་འབྲེལ་ཡན་ལག་བྱུང་ཡིན་ཟེར་ནས

ཁ་སོར་ད་ཁོལ་གྱི་འདོམ་གྱི་སྙིང་བོ་འདྲ་བ་དེ་མཚོན་དོན། ཅིག་གི་སྙིང་བོ་འདྲ་བ་དེ་བསྡུས་ནས་དེ་རིང་ཨ་ལས་རོབ་ཚེ་ཞོལ་ཆད། འོ། ད་འདི་ནས་སེར་བོ་ཁོ་ལ་རྣམ་པ་བཟོས་དུས་ཁ་ལ་འདི་ན་རེ་མོ་ཙག་གི་ཙག་མང་པོ་ཞོ་ཡོད་དུས་རྣམ་པ་ཚོ། ཅིག་མགོ་ཚོས་ཁག་པོ་ཡོད་རེད་དེ་ཡོད་དུས་ཁོ་ལ་ཐོག་མར་གར་ནས་གློག་ཉན་དགོས་རེད་ཟེར་ན་གོག་རོ་ཐིག་གོ་གོ་གོ་གོ་ཞིག་འདུག་བ་མང་པོ་ཅིག་འདུག་བ་དེ་ཁྲུ་ཨེག་འདྲ་པོ་ཉན་གི་ཡོད་རེད་ཡིན་ན་ཡང་གློག་ལ་དེ་འདྲས་ཤིག་ཉན་དགོས་རེད་ཟེར་ན་གོག་གོ་གོག་གོ་ཅིག་གོར་ཐིག་དེ

དབུས་ཀྱི་དགུ་སྡེ་དང་པོ་དེ་དགུ་སྡེ་ཆུང་ཤོས་དེ་རེད། ད་དབུས་ཀྱི་དགུ་སྡེ་དང་པོ་དེའི་ནང་ལ་ག་རེ་ཡོད་རེད་ཟེར་ན་སྲོག་ཆགས་གསུམ་བརྗེ་ཡོད་རེད། སྲོག་ཆགས་གསུམ་པོ་དེ་ག་རེ་ཚུན་གྱི་ཡོད་རེད་ཟེར་ན་ཨ་ནི། དུག་སྲུང་ཚུན་གྱི་ཡོད་རེད་ཟེར་ཁྱེད་གསུང་བ་དུག་སྲུང་ཚུན་གྱི་ཡོད་རེད་ཟེར། ད་དུག་སྲུང་ག་འདྲས་ཚུན་གྱི་ཡོད་རེད་ཟེར་ན་འཕགས་པ་དེ་གིས་ཨ་ནི། འདི་བྱས། མ་རིག་པ་འདི་བྱས། དེ་ནས། བྱ་འདི་གི། འདོད་ཆགས་འདི་བྱས། འབྲུ་འདི་གི་ཞེ་སྡང་མཚོན་གྱི་ཡོད་རེད། འདོད་ཆགས་ཞེ་སྡང་གཏི་མུག་གསུམ་མཚོན་གྱི་ཡོད་རེད། ད་འདོད་ཆགས་ཞེ་སྡང་གཏི་མུག་གསུམ་ལ་དུག་གསུམ་ཟེར་ནས་མིང་ལོག་རོགས་ང་ཚོ་ནམ་རྒྱུན། དུག་ཟེར་ཏེ་ད་ཞིག་དུག་ག་དུག་ད་འདི། དུག་ཟེར་ནས་ཤི་གི་རེད་ཟེར་དུག་བྱོས་ར་བ་འདི་རེད་དུག། ག་རེ་ཟེར་ནས་དུག། འདོད་ཆགས་ཞེ་སྡང་གཏི་མུག་གསུམ་པོ་དེ་སྡུག་དང་གཅིག་པ་རེད། སྡུག་འདི་གར་བྱེད་ཀྱི་རེད་ཟེར་ན་ཟད་པའི་བྱེད་ལ། ཨ་ནི་རང་ལ་གནོད་པ་བྱེད་པར་མ་ཟད་རང་གི་སྲོག་དེ་འཕྲོག་འགྲོ་དགོས་བ་ཡིན་དུས་གོ་ལ་ཉིན་མོར་སྡུག་སོང་ཟེར་དེ་གི་ཁོ་བོ་དཔེ་དེ་རང་གི་ཐར་པའི་གི་སྲོག་འཕྲོག་བར་བྱེད་བྱེད་པ་དང་གཅིག་པ་རེད་ཟེར་ད་དེ་གི་གང་ལྟར་རང་གི་ཨ་ནི་དགེ་རྩ་ག་སོགས་ལ་ད་དགེ་རྩ་འཇོམས་པར་བྱེད་པ་དང་དེ་འདྲས་བྱེད་ཀྱི་ཡོད་རེད་དེ་ཡིན་དུས་ག་ལ་སྡུག་སོང་ཟེར་གི་ད་ཕལ་ཆེར་གོ་དོན་འདྲ་བ་དེ་འདྲས་རེད། ད་དེའི་ནང་ལོགས་ནས་དང་པོ་དེ་འཕགས་པ་འདི་གིས་གར་མཚོན་དགོས་རེད་ཟེར་ན་འདོད་ཆགས་མཚོན་པ་རེད་མ་མ་རིག་པ་མཚོན་པ་རེད། མ་རིག་པ་མཚོན་སྟངས་ག་འདྲས་རེད་ཟེར་དུས་ག་ལ། འཕགས་པ་ཟེར་དུས་སྤྱི་དང། སོབ་ཆགས་མང་པོའི་ནང་ལོགས་ནས་འཕགས་པ་ཟེར་དུས་ཁོ་རང་བློ་རིག་གི་ཆ་ནས་ལྐུགས་པ་རྨོངས་པ་འདྲ་བ་ཅིག་རོ་རྨོངས་པ་ཡིན་པ་ཡིན་དུས་ག་ལ་མ་རིག་པ། དེ་ནས། ཁོ་ག་རེ་ལ་རྨོངས་ཏེ་རེད་ཟེར་ན་དཔེར་ན་འཕགས་པ་ཟས་དེ་གཙང་བཙོག་ཁྱེར་ནས་ཤིང་དམར་བ་གཙང་བཙོག་ལ་རྨོངས་པ་རེད། ད་བཙོག་རེ་བཙོག་ཟེར་ཁོ་ཟ་བསྡད་ཀྱི་རེད་བཏུང་བསྡད་ཀྱི་རེད་ཨ་ནི་གཙང་བཙོག་ལ་རྨོངས་པ། ཨ་དེ་ནས། ད་འཕགས་བོད་ལི། ད་རྒྱ་ནག་རྒྱ་མི་འདོ་བ་ལི་རེད་སྙན་མ་བོད་ལི་ཏི་ཏི་ཡོད་དེ་སང་ད་ཞེ་ར་ཡོད་གན་འདྲེ་ཡོད་ན་མི་ཤེས་རོགས་ཨ་ནི་སྙན་མ་ང་ཚོ་ཡོད་དེ་ཏི་ཏི་ཏི་ཡོད་རེད་ད། ཨ་ནི་འཕགས་པ་གསོད་བསྡད་མཁན་ཞིག་ཡོད་རེད་འཕགས་པ་གསོད་བསྡད་མཁན་དེ་མང་ཆེ་གེ་ད། བརྒྱ་ཆ་བརྒྱ་ནས་བརྒྱ་ཆ་གོ་བཅུ་ཐ་མ་ཁོའི་དམིགས་ཡུལ་ག་རེད་ཕག་པ་ཤ་ཟ་ཡི་ཆེད་དུ་སུའི་འོག་རེད་མ་གཏོགས་བེ་ག་ཕག་པ་དེ་སེམས་ཅན་གཞན་པ་ནང་བཞིན་བྱས་ཏེ་ཁྱི་དང་ཞི་མི་ནང་བཞིན་བྱས་ནས་ཁོ་གསོད་དེ་ངས་ཡོད་མ་རེད་པ་ཁོ་གསོད་ཡ་དེ་ཁོ་རྒྱག་པ་ཆགས་སོང་ན་བསད་ཡ་རེད་ཤ་ཟ་ཡི་ཆེད་དུ་ཨ་ནི་མཚམས་མཚམས་རྒྱག་པ་ཆགས་འདུག་ལྟ་ཡ་འདྲ་བོ་དེ་འདྲས་བྱས་ན་བེ་རྒྱག་ཁ་ལ་གཡག་འོག་འཕྲད་ཅེས་རྒྱག་པ་རང་ཆགས་ཡོད་ཚོད་སུའི་འོག་རེད་དམིགས་ཡུལ་དེ་ག་རེད་ཟ་ཡི། སོགས་ད་སོ་ཤ་ཤ་ཡི་ཆེད་དུ་རོ་བ། དེ་ཡིན་དུས་ག་ལ། ད་ད་ཁོ་རང་གཉིས་བཅས་འཁྲུགས་དེ་གོ་སོ་སོ་ལྟོ་སྤྲད་ངན་དེ་སོ་སོ་ལ་འབད་དེ་སོ་སྐྱོ་ཞོབ་ཅི་ཡིན་བསམ་བསམ་བྱས་དེ་དེ་གོར་དེ་དོན་དག་རྡོག་རྡོག་དེ་སོ་སོ་ལ་ལྟོ་སྤྲད་ངན་དེ་ད་སོ་སོ་སོ་འཕྲོག་ངན་གྱི་མིག་དེ་ད་དེ་འོ་དེ་ཆ་དེ་གོར་བ་སྙིང་ཆད་རོ། ང་མཚམས་རྩ་གསང་ཁུག་ཏུ་དོར་འདྲུད་ན་ལོ་ནས་གཉིས་ཅི་ཤོད་ད་ཅེ་དེ་ཞེས་ཕག་པ་དེ་རེ་བཤད་ས་ད་རིག་པ་རྡོག་རྡོག་ཞིག་ན་ལོག་ག་རོ། ད་ནམ་རྒྱུན་ནང་ལ་སོས་དེ་ངན་ཕག་པ་རྡོག་རྡོག་མང་ཆེ་རུ་ད་ཁོ་སའི་དམིགས་ཡུལ་དེ་དང་རང་རེ་བ་ད་ཤ་རང་ཆེ་དོར་བའོ་དེ་འདྲའི་ཆ་ནས་འཕགས་པ་དེ་གས་མ་རིག་པ་མཚོན་གི་རེད། དེ་རིང་ང་འདི་ན་མ་ཞུ་བས་དེ་དཔེ་བཟོས་དཔེ་དེ་ཞུས་ཨ་ནི་གལ་ཆེ་ཤོས་དེ་ང་ཚོ་དཔོད་ཀྱི་ཉེས་པའི་རིགས་འོག་མར་འཕགས་པས་མ་རིག་པ་མཚོན་གི་ཡོད་རེད་ཟེར་ལོ་བྱས་པས་ཀས་ཨ་ཞེ་ར་ཞེ་ར་གོ་ཡ་ཡོད་མ་ད་ང་ཚོ་དངོས་གནས་འདི་ནས་དེ་ནས་འདི་ནས་སློབ་ཆུང་ཤེས་དགོས་ག་རེད་ཟེར་ན་འཕགས་པས་མ་རིག་པ་མཚོན་གྱི་ཡོད་རེད་མཚོན་གྱི་ཡོད་པ་ཡིན་ན་འོ་ན་མ་རིག་པ་ཟེར་དེ་ག་འདྲས་རེད་ཟེར་ཤེས་དགོས་ཡ་གཅིག་དང་ཨ་ནི་ཇག་གི་འདོད་ཆགས་མཚོན་གྱི་ཡོད་པ་ཡིན་ན་ཨ་ནི་འདོད་ཆགས་ཟེར་དེ་ག་འདྲས་རེད་ཟེར་ཨ་ནི་དཔེ་ཙམ་མ་ཡིན་པའི་གི་དཔེ་དེང་གི་མཚོན་པའི་གི་དོན་དེ་ངེས་དགོས་གི་ཡོད་རེད་དེ་ཡིན་དུས་ངར་དེ་ངས་འོག་ལ་དང་དེ་བྲིས་བཞག་ཡོད་ཡི་གེ་ན་ལོག་ལ་དེ་ཡིན་དུས་ངས་དང་རྗེས་ལུས་སྣ་བོ་ཚོ་དེ་ཚར་བའི་རྗེས་ལ་ཡི་གེ་དེའི་ཐོག་ནས་མ་གཟིགས་དར་བ་ད་དེ་བྱས་དེ་ནས་འདི་བྱ་ཞིག་དུ་བ།

ད་གང་ཡིན་ཟེར་ན་ཕུ་རུན་དེའི་དམིགས་བསལ་ག་རེ་ཡོད་རེད་ཟེར་ན་བྱ་ཡི་ན་ལོ་ནས་འདོད་ཆགས་ཆོས་ཤོས་དེ་ཕུ་རུན་རེད་ཕུ་རུན་དེའི་ཉིན་གཅིག་ལ་ཨ་ནེ་འདོད་ཆགས་ཁྲི་པ་ཚར་ཁ་ཤས་བྱེད་ཀྱི་ཡོད་རེད་ཡིན་ཁོ་རང་མི་དེའི་ནས་དམའ་བོ་འགྲོ་ཡོད་རེད་ད་ཕུ་རུན་ད་ནི་འོག་ལ་ཉན་མ་འདྲི་དེ་ཡོད་རེད་མོ་དེ་ཅི་ན་བཟོ་བྱེད་ཆོག་གི་རེད་དེ་བྱས་བྱས་འོ་དེ་བྱུང་བ་ཡིན་ན་ཕུ་རུན་དེ་བྱ་དེ་བྱ་ཆ་ཚང་མ་ཡིན་པ་བྱ་ཕུ་རུན་ཟེར་རེད་བྱ་ཕུ་རུན་དེ་ལ་ན་ནོར་ནི་བྱ་ཕོ་དེ་རེད་འོ་དེ་དེ་ཡིན་པ་ཡིན་ན་ད་དམིགས་བསལ་གྲལ་རེ་ཆད་འདུག་ག་དེ་བྱས།

ཁོ་དཔེ་དེབ་ཁོང་ཁྲོ་ཚ་བོ་ཞུ་ཞོར་སྒྲིག་གི་གཤིས་ཀ་དེ་ཞོ་ཞོ་གཅིག་གི་དཔེ་དེབ་ཁོར་ཐུག་བཅད་ཙང་ནང་སང་སོ་སྐྱ་ལན་དགོས་པ། ཁོང་ཁྲོ་ཚ་བོ་ཞེ་སྡང་ཚ་བོ་བྱས་ཁོ་རང་རེངས་ཤིང་ཁོ་རང། དེ་ནས། ཨ་ནི། འགྲུལ་འདི་གིས་ཨ་ནི་གཞན་ལ་སྡུག་ད་ནི་གཞན་ལ་གནོད་པ་བྱས་པ་མ་ཟད་ཨ་ནི་ཁོས་གཞན་ལ་སྡུག་ད་ནི་གཞན་གྱི་ཁྲོ་གཞན་གྱི་སྲོག་འཕྲོག་པར་བྱེད་པ། གཞན་གྱི་སྲོག་འཕྲོག་གི་ཡོད་པ་ན་བཞིན་ན་བཞིན་ཁོང་ཁྲོ་དེ་གིས་ཁོང་ཁྲོ་ཟ་བའི་སྐོར་ལ་ཨ་ནི་སོ་སོའི་རང་གི་ཞིང་མི་སྡུག་པ་སོ་སོ་དེ་ཁ་སང་ནས་བཞུད་པ་ཡིན་ཤེས་ཅི་རེད་ཁོང་ཁྲོ་དེ་ཟ་བའི་སྐོར་ལ་སོ་སོས་མདོག་བ་དེ་ཡང་དཔེ་དེ་མདོག་ཆ་ཚ་ཚང་ལྟོས་ཅན་ཨ་ནི་མདོག་ཉེ་བོ་ཅིག་ཆགས་བསྡད་ཅིག་མ་ཟད་ཁོང་ཁྲོ་དེ་གིས་ཐར་པའི་གི་ཨ་ནི་དགེ་འོས་གི་ཨ་ནི་དགེ་རྩའི་གི་སྲོག་བཅད་པ་དགེ་རྩའི་རྩ་བ་གཅོད་འགྲོ་གི་ཡོད་རེད་བཅད་འགྲོ་གི་ཡོད་རེད་དེ་ཡིན་དུས་ག་ལ་ཐར་པའི་གི་སྲོག་རྩ་བཅད་པ་བཅད་པར་བྱེད་ཀྱི་ཡོད་པ་ཉིད་རྩ་འགྲུལ་དང་འདྲ་བ་རེད་བཅད། དེ་ནས། འཕགས་པའི་བྱ་དང་འབྲུའི་སྙིང་པོ་འདི་འཕགས་པའི་ཁ་ནས་མ་ཐོན་ཏེ་ཅེས་པ་རེད་བ། ཡིན་དུས་ག་ལ། ད་ནི། འཕགས་པ་འདི་ལྟ་འདི་སྐད་ད་འདི་དེའི་སྲིད་པ་འཁོར་ལོའི་ནང་བློ་ནི་རེ་མ་དེ་སྐད་སྐྱེས་ན་གཏང་པོ་དེ་ག་རེ་ལེགས་བ་རེད་ཟེར་ན། འཕགས་པ་དེ་ལེགས་བ་རེད་ད། དེ་ཡིན་དུས་ག་ལ་སྲིད་པ་འཁོར་ལོའི་འདིའི་ནང་བློ་ནི་རྩ་བ་ཡོད་ནི་མ་ནི་འདི་ག་རེད་ཟེར་ན། འཕགས་པ་དེ་རེད་ཟེར་གྱི་འདུག་སྔོན་ལ་ཁོ་ཡུལ་གྱི་རྩ་བ་དང་ཨ་མ་ཏིག་ཏིག་དེ་མ་རིག་པ་དེ་རེད་ཟེར་གྱི་འདུག་བདག་ལ་དེ། འཕགས་པ་དེ་དང་པོ་རེད་མ་རིག་པ་དེ་དང་པོ་བྱས། དེ་ནས་མ་རིག་པ་ལས་ག་རེ་སྐྱེ་དགོས་པ་རེད་ཟེར་ན་འདོད་ཆགས་དང་ཁོང་ཁྲོ་གཉིས་དེ་ཡོང་སྟེ་དགོས་པ་རེད་ཟེར་མ་རིག་པ་ལ་བརྟེན་ནས་འདོད་ཆགས་དང་ཁོང་ཁྲོ་གཉིས་སྐྱེས། འདོད་ཆགས་དང་ཁོང་ཁྲོ་གཉིས་ལ་བརྟེན་ནས་ཨ་ནི་འོ་ད་ཁོ་བ་སྐྱེ་བྱེད་ཀྱི་ལས་དེ་མུ་མཐུད་བསགས་ཀྱི་ཡོད་པ་རེད་ཟེར་འོ་དེ་རེད་མཁྱེན་སོང་འོ་དེ་སྐྱིད་མ་དེ་ལ་འོ་དེ་བྱས་དེ་ཡིན་འདུག་ག་ལ་སྐྱིད་མ་དེ་ལ། འདོད་ཆགས། འདོད་ཆགས་ཞེ་སྡང་གཏི་མུག་གསུམ་དེའི་ཕྱིར། ད་དེ། དེ་ཕྱིར་ངས་འདི་སྐད་སེར་པོ་འཁོར་ལོ་འདི་ཡི་ནང་ལོགས་ལ་སྡུག་བསྔལ་བསྟན་པ་དང་ཀུན་སྤྱོད་བསྟན་པ་གཉིས་ཚུན་གོ་རེ་ཞུས་སོ། དེ་ནས་འདི་སྐད་གཙོ་བོ། གུར་ཏི་དབུས་མ་འདིའི་ནང་ལོགས་ཀྱི་བྱ་གསུང་དེ་ཀའི་འདོད་ཆགས་ཞེ་སྡང་གཏི་མུག་གསུམ་ཐོས། འདོད་ཆགས་ཞེ་སྡང་གཏི་མུག་གསུམ་དེ་སྡུག་གུ་གཉིས་ཀྱི་ནང་ནས་ཀུན་སྤྱོད་བདེན་པ་རེད། ཀུན་སྤྱོད་བདེན་པ་ལ། ལས་ཀྱི་ཆར་གཏོད་པའི་ཀུན་སྤྱོད་བདེན་པ་སྤྱི་དང། ཉོན་མོངས་པའི། ཆར་གཏོད་པའི་ཀུན་སྤྱོད་བདེན་པ་གཉིས་ཡོད་པའི་ནང་ནས་ཉོན་མོངས་པའི་ཆར་གཏོད་པའི་ཀུན་སྤྱོད་བདེན་པ་ཟེར་དེ་རེད། ཉོན་མོངས་པའི་ཀུན་སྤྱོད་བདེན་པ་ཟེར་དེ་བྱས། ད་འདི་ཀུན་སློང་འདྲ་བ་ཞིག་རེད་རོ། ལས་སོགས་ཀྱི་ཀུན་སློང་དེ། ལས། ཀུན་སློང། འདོད་ཆགས་ཞེ་སྡང་གཏི་མུག་མ་རིག་པ། དུ་བཟུང་སྟེ་གིས་ཀུན་ནས་གནང་ནས་ཨ་ནི་ལས་ག་རེ་བསགས་པ་རེད་ཟེར་ན་ཁོ་བ་ལ་སྐྱིད་ཅིག་གི་ལས་དགེ་བ་དང་མི་དགེ་བ་གཉིས་བསགས་ཐེབས་ཀྱི་ཡོད་རེད་ཟེར་དེ་ཡིན་དུས་གོ་ལ་མགུར་ཐིག་གཉིས་པའི་ནང་ལོག་ནས་ཁོ་བ་ལ་སྐྱིད་ཅིག་གི་ལས་དེ་ཞེས་ད་ཁོ་བ་ལ་སྐྱིད་ཀྱི་ལས་དེ་ཁོ་བ་ལ་སྐྱིད་ཀྱི་ལས་དེ་ལ་ག་རེ་ཡོད་རེད་ཟེར་ན་ལས་དཀར་པོ་གཅིག་དང་ལས་ནག་པོ་གཉིས་ཡོད་རེད་ཟེར་ལམ་འགག་ཚུལ་རེད་ལམ་དཀར་པོ་དང་ལམ་ནག་པོ་ད་ལས། ནག་པོ་དེ་ལ་བརྟེན་ནས་གོ་བ་སྐྱེ་གི་རེད་ཟེར་དུས་ངན་འགྲོ་གསུམ་ལ་སྐྱེ་གི་རེད་ཟེར་བའི་དོན་དོན་དག་ལ་ཨ་ནི་ལས་ནག་པོ་གི་ནང་དགའ་དེའི་གང་ལ་ངན་འགྲོ་གསུམ་གྱི་ཚུལ་འདུག་འདུག་ག་ཨ། དང་པོ་དེ་དོན་འགྲོ་བྱས། དེ་ནས་ཡི་དྭགས་བྱས་དེ་ནས་དམྱལ་བ་གསུམ་འདུག་ག་ཨོ་དེ་ངན་འགྲོ་གསུམ་དེ་རེད་ཨོ། དོན་འགྲོ་ཡི་དྭགས་དམྱལ་བ་གསུམ་པོ་དེ་བྱས། དེ་ནས་ལས་དཀར་པོ་དེ་ལ་བརྟེན་ནས་གོ་བ་སྐྱེ་གི་རེད་ཟེར་ན་དེ་འགྲོ་གསུམ་ལ་ཡང་སྐྱེ་གི་རེད་དེ་འདུག་ག་ལ་ཨ་ནི་མི་ལྷ་ལྷ་མོ་གཉིས་བྱས་ནས་ཨོ་དེ།

ཀུན་སྦྱོར་བདེན་པ་ལ་ལས་ཀྱི་ཀུན་སྦྱོར་བདེན་པ་དང་ཉོན་མོངས་པའི་ཀུན་སྦྱོར་བདེན་པ་གཉིས་ཀ་དེའོ་འདི་གའི་མཚོན་དོན་དེ་ནས་རེད། ད་དེ་འཁོར་བ་སྐྱེ་འཆི་གི་རྒྱུ་ཡོད་ནི་མེད་ནིའོ་འདི་ཡིན་རེད། ད་འཁོར་བ་སྐྱེ་འཆི་གི་རྒྱུ་ཡོད་ནི་མེད་ནི་དེ། ཀུན་ནས་སློང་བྱེད་ཀྱི་ཐོག་མའི་མ་རིག་པ་དུག་གསུམ་དེ་དང་དེས་ཀུན་ནས་བསླངས་པའི་འཁོར་བ་སྐྱེ་འཆི་གི་ལས་གཉིས་པོ་དེ་འཁོར་བ་སྐྱེ་གི་ད་རྒྱུ་ཡོད་ནི་མེད་ནི་དེ་གཉིས་པོ་བྱེད་དེ་ལ་ཀུན་སྦྱོར་བདེན་པ་བྱེད། ད་དེ་འདྲས་ཀྱི་རྒྱུ་གཉིས་པོ་དེ་ལ་བརྟེན་ནས་ལས་དེ་ལ་བརྟེན་ནས་ཨ་ནི། འཁོར་བ་སྐྱེ་གི་ཡོད་རེད་ཟེར་ན། ད་དེ་འོ་ཅི་ད་ད་ཁོའི་ག་རེ་མོས་གང་དེ་དེ་རེ་མོ་ཅིག་བྲིས་བཞག་རེ་མོ་ད་དངོས་གནས་བྱས་ན་དེ་ལས་ཙམ་རེད་དེ་ནས་ལས་ལ་བརྟེན་ནས་གོ་བ་སྐྱིད་ཀྱི་རེད་ཟེར་ན་འོ་ད་གུར་སྟེགས་གསུམ་པའི་ནང་ལོགས་དེ་ལ་ཨང་གྲོ་རེ་དྲུག་རོ་རེ་ལྔ་གི་ཆ་དེ་ཡོད་རེད་དེ་ཡིན་དུས་ཁ་སང་ངས་ཞུས་ཡིན་པ་ཁོ་ལོ་ཆ་ལྔ་པ་ཟིག་དགོས་པའི་རྒྱུ་མཚན་ག་རེད་ཟེར་ན་འདི་ལ་ཆ་ལྔ་ཅིག་ཡོད་རེད་ཆ་ལྔ་དེ་ག་འདྲས་རེད་ཟེར་ན་དེ་ཁྱི་ཟིག་གི་འདུག་བས་དེ་དང་པོ་དེ་ཟེར་ཆ་གཅིག་དེ་དམྱལ་བ་བྱས་དེ་ནས་ཆ་གཉིས་པ་དེ་དམྱལ་བ་བྱས་ཡི་དྭགས་བྱས། ཏི་བཞི་བ། ཆ་འདི་ཡིད་དམྱལ་བ་བྱས་ཆ་གཅིག་སྟེ་ཆ་གཉིས་པ་དེ་ཡི་དྭགས་བྱས་ཆ་གསུམ་པ་དེ་དུད་འགྲོ་བྱས། ཆ་བཞི་པ་དེ་མི་བྱས་ཆ་ལྔ་པ་དེ་ལྷ་བྱས། འདི་སྐད་དེ་སྐད་ཅིག་རེད། དེ་ཡིན་དུས་ག་ལ་འདིའི་ནང་ལོགས་ལ་ཆ་ལྔ་པ་བཙུད་དུས་ག་ལ་ལྷ་དང་ལྷ་མ་གཉིས་ཁ་ཁ་དབྱེ་བ་མ་བྱས་པ་བྱས་ནས་ལྷ་དང་ལྷ་མ་གཉིས་གཅིག་ཏུ་བརྩིས་པས་ཀྱི་ནི་ཆ་ལྔ་པ། ཆ་ལྔ་བ་ཟེར་དེ་ནང་ལོགས་ལ་ང་ཚོས་ནམ་རྒྱུན་ཤེས་ནས་འགྲོ་བ་རིགས་ལྔ་ཟེར། ད་འགྲོ་བ་རིགས་དྲུག་ཆིག་ཡིན་པ་ན་འདི་པ་ར་དེ་ལ་རྟགས་ཅི་འཁྱོག་ཅན་ལྷ་དང་ལྷ་མ་ཡིན་ཁ་ཁ་ཅེས་པ་ཡིན་ན་འགྲོ་བ་རིགས་དྲུག་ཟེར་ནས་བྱ། འོ་དེ་བྱས་དེ་འདྲ་བྱས། ད་འགྲོ་བ་རིགས་དྲུག་ལས་དཀར་ནག་གཉིས་ལ་བརྟེན་ནས་འགྲོ་བ་རིགས་དྲུག་ལ་སྐྱེ་གི་ཡོད་རེད་ཟེར་འགྲོ་བ་རིགས་ལྔའམ་ཡང་ན་འགྲོ་བ་རིགས་དྲུག་ལ་སྐྱེ་གི་ཡོད་རེད་ཟེར་དེ་འདྲ་བྱས་བྱས་རེད་བ་གུར་ཏི། གསུམ་པ་དེའི་ནང་ལོགས་ལ་འགྲོ་བ་རིགས་དྲུག་དེ་བྱེད་ད་འདིས་ག་རེ་མཚོན་དགོས་རེད་ཟེར་ན་གཙོ་བོ་དེ་སྡུག་བསྔལ་བདེན་པ་མཚོན་དགོས་རེད་སྡུག་བསྔལ་བདེན་པ་ལ་ག་རེ་ཡོད་རེད་ཟེར་ན་འཁོར་བ་ལ་སྐྱེ་སྲིད་ཀྱི་གནས། རོ་བ། འགྲོ་བ་རིགས་དྲུག་གི་གནས་དེ་ཡང་སྡུག་བསྔལ་བདེན་པ་རེད་ལས་དང་ཉོན་མོངས་པ་ཀུན་སྤྱོད་ལ་བརྟེན་ནས་སྐྱེས་པའི་སྡུག་བསྔལ་བདེན་པ་རེད་དེ་གས་ཏེ་ཟས་ཀྱི་ཁམས་བ་དང་སྣོད་དང་ཟ་ཡས་ཀྱི་ཆུ་དང་བཏུང་ལ་སོགས་པའི་ཀྱི་སྣོད་བཅུད་ཀྱི་འཇིག་རྟེན་དེ་གས་ཡང་སྣོད་ཀྱི་འཇིག་རྟེན་དེ་གས་ཚང་མ་ལ་སྡུག་བསྔལ་བདེན་པ་རེད་སྣོད་ཀྱི་འཇིག་རྟེན་དེའི་ནང་ལ་གནས་པའི་ཀྱི་སྲོག་ཆགས་མི་དེ་གས་ཡང་སྡུག་བསྔལ་བདེན་པ་རེད། འོ་འདི་གས་ཚང་མ་ག་རེ་ཟེར། ག་རེ་ཆགས་འདོག་བྱེད་དགོས་ཟེར་ན་འབྲས་བུའི་ཆ་ག་རེ་འབྲས་བུ་རེད་ཟེར་ན་ཀུན་འབྱུང་བདེན་པའི་གི་འབྲས་བུ་རེད་དེ་ཡིན་དུས་ག་ལ་སྡུག་བསྔལ་བདེན་པ་ཟེར་ཏེ། ད་བདེན་པ་བཞིའི་ནང་ནས། ཁ་གསལ་བདེན་པ་གཉིས་ཀྱི་ནང་ནས། དགུར་སྡེ་དང་པོ་དང་དགུར་སྡེ་གཉིས་པ་དེ་ཀུན་འབྱུང་བདེན་པ་ཆགས་དགུར་སྡེ་གསུམ་པ་དེ་དེ་བྱས་སྡུག་བསྔལ་བདེན་པ་ཟེར་ནི་རེད། ད་འདིའི་ནང་ལོགས་ལ་ག་རེ་བཤད་རེད་ཟེར་ན་སྡུག་བསྔལ་ཀུན་འབྱུང་བདེན་པ་ལ་བརྟེན་ནས

མགུར་འདི་བཞི་པ་དེ་ཐ་མ་ཐ་མ་དེ་ལ་རེད་ཐ་མ་ཐ་མ་དེ་དེ་མགུར་འདི་བཞི་པ་རེད་དེ་ན་ལོ་ལ་རྟེན་འབྲེལ་ཡན་ལག་ཅུང་འདི་ལས་པ་རེད་དེ་ཡོང་དུས་མགུར་འདི་ཐ་མ་འདི་ན་ལོ་ལ་གར་འབྲི་བྱེད་སྐྱོན་གོ་རེད་ཟེར་ན་འོ་ན་ཀུན་འབྱུང་ཀ་སོགས་རེད་ཀུན་འབྱུང་བདེན་པ་ལ་བརྟེན་ནས་འགྲོ་བ་རིགས་དྲུག་ལ་སྐྱེ་གི་ཡོད་པ་ཡིན་ན་འགྲོ་བ་རིགས་དྲུག་ལ་སྐྱེ་སྟངས་སྐྱེ་ལུགས་དེ་ག་འདྲས་རེད་ཟེར་ན་ཨ་ནི་རྒྱས་བཤད་ཀྱི་ཚུལ་དུ།

མུ་མཐུད་ནས་འཁོར་འདས་ས་ཕྱིར་ད་དེ་ལས་དང་ཉི་མ་དབང་འདི་ན་ལོག་ལ་ཅིག་འཁོར་འདས་གོ་བར་ད་ད་ག་རང་ལ་འཁོར་འདས་ནི་འདི་རེད་ཟེར་ནས་འཁོར་འདས་ནི་ཡིན་དུས་བ་ལ་འཁོར་ལོ་ཟེར་དགོས་པའི་རྒྱུ་མཚན་དེ་འཁོར་ས་དེ་འཁོར། དེ་ནས། ད་འདི་འདི་ལ་ཅིག་མི་འདོད་འདི། ལྷ་འདྲ་བ་ཅིག་འདུག་ང་ཚོའི་ནམ་རྒྱུན་སྣ་བུག་ཐུག་ལ་ཅིག་ཕལ་ཆེར་འདི་ཅིག་ལྷ་རེད་བ་རེད་དགོངས་ཡོད་རེད་འདི་ལྷ་ཡི་མ་རེད་ག་གེ་མ་རེད་འདི་ཕྱི་ཐག་ཤིང་སྤྱིའི་ཟེར་དེ་རེད་རེད་བ། འདི་ག་ལ་ཐོད་རྐང་འདྲ་བ་རྫི་གུ་འདྲ་བ་ཁོ་ལ་རྫི་གུ་འདི་འདྲའི་གེ་ཡོད་བ་མ་རེད་ཁོ་ཕྱི་ཐག་ཤིང་སྤྱི་རང་རེད་མོ་འདུག་ཁོ་ནམ་རྒྱུན་ཅིག་ལྷག་འགྲོ་བ་ཆེ་རྫིག་པོ་འདྲ་བོ་ཅིག་བཟོས་དེ་འདྲའི་བཟོས་དགེ་ཡོད་མ་རེད་ད། ནམ་རྒྱུན་ང་ཚོ་བོད་པ། ཞིང་ནང་ཚ་བོ་དེ་འདྲའི་བཟོས་སོང་ནས་དེའི་མགོ་ལ་ཐོད་རྐང་བཞག་གམ། བཟོས་ཏེ་དེའི་མགོ་ལ་ཐོད་རྐང་འདྲ་བོ་བཞག་ཅིག་བཞག་རེ་མ་གཏོགས་ཁོ་དོན་དག་རྡོག་རྡོག་དེ་ཅི་དང་ཇི་དང་ཤིང་ཅིག་ཇི་དང་ཤིང་ཅིག་ཟེར་དུས་ག་ལ། ཇི་དང་ཤིང་ཅིག་ཁའི་ནང་ལོགས་ལ་སྲིད་པའི་གི་འཁོར་ལོ་དེ་ཁའི་ནང་ལོགས་དེར་ད། སྲིད་པའི་འཁོར་ལོ་ལྷའི་ནང་ལོགས་ལག་པས་འཇུས། འདི་རེ་བསད་དོ། ད་འདི་ག་རེ་མཚོན་དོན་རེད་ཟེར་ན། ཁོར་འོད་ཀྱི་འཁོར་ལོ་འདི་ནང་ལ་མ་དག་པ་དེ་སྲིད་དུ་ཁོ་བོའི་འཁོར་ལོ་འདི་ནང་ལོ་ལན་ཕྱི་ལ་ཐོན་མ་ཐུབ་པ་དེ་སྲིད་དུ་ཁོ་བོའི་འཁོར་ལོ་འདི་ནང་ལ་གནས་འདས་པ་དེ་སྲིད་དུ་ལས་དང་ཉོན་མོངས་པའི་དབང་གིས་རང་དབང་མེད་པར་འཆི་བ་དེ་ལས་ཐར་ཡོད་མ་རེད། འོ་དེ་ཚུན་བར་ད། ལས་དང་ཉོན་མོངས་པའི་རང་དབང་མེད་པར་ཕྱི་འོས་ཀྱི་ཨ་ནི། ཕྱི་འོས་ཀྱི་དང། ཕྱི་འོག་གི་ཕྱི་འོག་གི་རང་དབང་དེ་ལས་ཐར་ཡོད་མ་རེད། འོ་དེ་ཚོད་འདོད་ལ་ཨ་ནི། འཁོར་བ་འདི་འཆི་བདག་གཤིན་རྗེའི་གི་ཁ་ཡི་ན་ལོག་ལ། ཅིག་གསོ་རྒྱོ་ནས་ཁ་ཡི་ན་ལ་ལོག་ལ་དེ་ནས་ལག་པ་གཉིས་ཀྱིས་འཇུས་བསྡད་པ་ཅིག་འོ་དེར་སེ་རེད། ཚོད་འདོད་ཅིག་བྱས། དེ་ནས། བདག་འདི་ནས་ཚེ་བདག་འདི་ནས་ཐར་བ་དེ་གོ་བ་ཡོད་རེད་ཟེར་ན་ཐར་པ་དེ་ནི་དེ་ཟླ་བ་ཇི་ལྟ་བ་ཟླ་བ་དེ་དང་འཁོར་བ་འདི་ལས་སྲིད་པ་འཁོར་ལོས་ཀྱི་ཕྱི་ལོགས་ལ་རེད་དེ། ཟླ་བ་དེ་སྲིད་པ་འཁོར་ལོའི་ཕྱི་ལོགས་ལ་འོ་ན་འདི་ལས་ཐར་བ་དེ་གོ་རེད་ཟེར་ན་འདི་ལས་ཐར་པ་དེ་ཐར་པ་ཟླ་བ་དེ་རེད་ཐར་པ་ཇི་བྱེད་ཨ་ན་འདི་བས་ཐར་བའི་ཐར་པ་ཟླ་བ་ཨ་ན་ཟླ་བའི་སྐ་ས་ཨ་ན། ཐར་པའི་གི་མཚོན་དོན་ཟླ་བ་དེ། ཟླ་བ་འདི་བྱས། དེ་ནས་འདི་འདྲས་ཀྱི་ཐར་པ་དེ་ག་རེ་ལ་བརྟེན་ནས་ཐོབ་རེད་ཟེར་ན་སངས་རྒྱས་སྐུ་གཟུགས་ཞིག་ཐོབ་བམ་སྐུ་གཟུགས་དེ་སངས་རྒྱས་ལམ་བདེན་རེད་ཐོབ་འདི་ལ་བརྟེན་ནས་ཐོབ་རེད། ཐོབ་དེ་སུས་བསྟན་དགོས་པ་རེད་ཟེར་ན་སངས་རྒྱས་ཀྱི་སྐུ་གཟུགས་ཕྱག་ཟླ་བ་ལ་བརྟེན་བསྡད་པ་དེ་སངས་རྒྱས་ཀྱི་ཐར་པའི་ལམ་སྟོན་པའི་གི་མཐོང་ལམ་ཅིག་དེ་ནང་བཞིན་བྱས་ནས་འགྲོ་བ་ཡིན་པ་ཡིན་ན་ཨ་ནི་འཁོར་བ་འདི་ནས་ཨ་ནི་ཐར་པའི་ས་ལ་འགྲོ་ཐུབ་ཀྱི་རེད་ཟེར་གི་འོ་དེ་མཚོན་དོན་སྙིང་བོ་རེད་འོ་དེ་འོ་དེ་དེ་བཤད་ད་དེ་ནས་ནམ་རྒྱུན་བརྙན་འོ་དེ་ལ་བརྩམས་པ་བཞིན་དབྱུང་བ་བྱ་ཚེ་འགྲེལ་བཤད་རྗེས་ལ་ཞུ་བ་ཡིན་དེ་ཚེ་རྗེས་འདི་གི་འགྲེལ་བཤད་དང་འདི་ག་དངོས་ལ་ཞུས་བལྟས་ན་ཚང་མ་བར་བོར་ཆགས་ཀྱི་འདུག་ག་འོ་དེ་བཤད་ད་འདི་གནའ་བོ་སོ་ཉེས་དགོས་ཚེ་སེར་པོ་འཁོར་ལོའི་གོས་དོན་དག་སྙིང་པོ་དེ་རྟོག་རྟོག་དེ་ད་ཞུས་རེད་ད་ང་ཚོ་རྒྱས་བཤད་ཅིག་མ་འགྲོ་དགོས་འོ་རེད།

སྲིད་པ་འཁོར་ལོ་འདིས་བདེན་པ་བཞི་ལས་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་གཉིས་དང། འདི་གཉིས་རྒྱས་བཤད་ཀྱི་ཚུལ་དུ། རྟེན་འབྲེལ་ཡན་ལག་བཅུ་གཉིས་བསྟན། དེ་ཡང་སྲིད་པ་འཁོར་ལོ་འདི་ལ་རྩ་བའི་མགུར་ཐིག་བཞི་ཡོད་པ་ལས། དབུས་ཀྱི་མགུར་ཐིག་དང་པོའི་བྱ་ཕག་འབྲུག་གསུང་གིས་འབྲུག།

མདོར་ན། ད་ཡི་གེ་ཐིགས་སུ་ལྷག་ཞེས་དགོངས་ནས་མདོར་ན་མགུར་སྟེགས་དང་པོ་དང་གཉིས་པས་ཀུན་སྤྱོད་བསྟན་པ་མཚོན་པ་རེད་བྱས། དེ་ནས་མགུར་སྟེགས་གསུམ་པའི་གི་ཆ་ལྔ་པ་དེ་འགྲོ་བ་རིགས་ལྔ་མཚོན། འདི་ནི་སྡུག་བསྔལ་བདེན་པ་ཡིན་བྱས། མགུར་སྟེགས་བཞི་པའི་རི་མོ་འདི་དག་གི་རྟེན་འབྲེལ་ཡན་ལག་བཅུ་གཉིས་མཚོན། འཁོར་ལོའི་ཕྱི་རོལ་གྱི་ཟླ་བས་འགོག་བདེན་མཚོན་སྟོན་པའི་སྐུས་ལམ་བདེན། ལམ་བདེན་དང། ཕྱག་བརྐྱངས་ཏེ་ཟླ་བ་ལ་བལྟས་པ་ནི། ཐར་ལམ་སྟོན་པར་མཚོན་ཞེས་ལྟ་སྟེ་འགྲེལ་བཤད་ཞུས་ས་པ་རེ་རྙེད་འདི་ན་ནག་པོ་ཚོ་ལ་གསལ་པོ་ཉོན་ཆེད་དུ་མ་ཅིག་ཀློག་ཞེ་ན་ནག་པོ་ཚོ། ངས་ཡི་གེ་དེའི་བཟོ་བཅོས་ཅིག་རྒྱོགས་རྗེས་ནག་པོ་ཚོས་ཕུལ་བ་ཁ་ཤས་དང་འདྲ། ཆད་ལྷག་དང་ཡིག་ནོར་དེ་འདྲའི་སྟེང་སུ་འདུག་ག་འོ་དེའི་ཕྱིར།

འོ་འདི་སྲིད་གོ། ཉིན་དེ་གོ་ལ་མ་རིག་པ་ཟེར་དེ་ག་ལ་ང་ཚོའི་གི་ཨ་ནི་ནོར་འཁྲུལ་ཚང་མ་ག་ནས་ཤེས་གོ་རེད་ཟེར་ན་དངོས་ཡོད་གི་གནས་ཚུལ་དེ་མ་རིག་པ་དངོས་ཡོད་གནས་ཚུལ་དེ་མི་ཤེས་པའི་དབང་གིས་ཨ་ནི་ནོར་འཁྲུལ་དེ་ག་ཡོང་ནོར་འཁྲུལ་དེའི་དབང་གིས་ཨ་ནི་ཨ་ད་ཨ་ནི་ལས་དེ་བསགས་མྱོང་གོ་རེད་ཟེར་ཕྱི་ཆོས་ལོག་གི་ཀློག་མྱོང་གོ་རེད་ཟེར་ན་ནོར་འཁྲུལ་དེ་ཡིན་དུས་ག་ལ་ཨ་ནི། འདི་གཟིགས་བར་དེ་ཡིན་འདུག་བ་ལ་སྔོན་ལ་ཨ་ལི་མ་རིག་པ་སའི་ཚིག་འདི་འདྲས་ཀྱི་སྐོར་རགས་པ་ཅིག་བྱས། ད་མ་རིག་པ་ལ་གཞི་རྩ་བོ་ཅན་ནི་གྲུབ་མཐའ་བཞིའི་བདུད་རྩི་དང་དེ་ནས་མ་འོངས་ཡོད་རེད་ན་མོ་ཚོ་ང་འདི་ཞུ་མ་གོ་བྱས་གཙོ་བོ་ད་ཉན། དེ་ནས་མ་ཞུ་ས་དེ་གཙོ་བོ། དགེ་ཆོས་ཀྱི་ལས་དང་པོ་བ་དང་ཡང་རྨང་གཞི་ཏིས་ཡོད་ང་གཙོ་ལ་ཞུ་ཡི་ཡིན་པ་ཞུ་ཡི་དེ་ཅིག་བ་རེད་དེ་བྱས། འོ་ན་མ་རིག་པ་ཟེར་ག་ལེ་ཆེ་ལ་གཟིགས་ཡོད་རེད་ཟེར་དུས་ད་ང་ཚོའི་ངས་འདི་ངོ་སྤྲོད་ཞུས་དེ་ཞུ་ས་དེ་ཆོས་ལུགས་བྱེ་བྲག་པ་གཅིག་དགེ་ལུགས་ཀྱི་སེམས་ནས་ཞུ་གི་ཡོད་མ་རེད་ནི་འདིའི་ནང་ལོགས་ལ་ཆོས་བརྒྱུད་གསན་ངན་ནང་ལོགས་ལ་དཔེ་ན་འདྲ་མ་རེད་ཚང་མ་ཡོད་རེད་བ་དེ་ཡིན་དུས་ཀ་ན་ངས་འདི་ཁུངས་སྐྱེལ་ས་དེ་གཙོ་བོ་དེ་ང་ཚོའི་རྩ་བའི་བླ་མས་ནམ་རྒྱུན་གསུངས་པ་ནང་བཞིན་དུ་གཙོ་བོ་ཆེ་ད་ནང་ནས་འདྲ་གི་ཞུས་ཡོད་དཔེ་ན་གཞུང་དེའི་ཁུངས་ལ་བརྟེན་ཆེད་གཅིག་གིས་རྒྱ་གཞུང་དགའ་བསུ་ཁུངས་གཏུག་ཏུ་གཏོང་ཆེད་རྣལ་མ་ཞུ་གི་བའི་ཁུལ་རེད་རྔོན་པ་ཀུན་འདུས་ཟེར་ཏེ་འཕགས་པ་ཐོགས་མེད་ཀྱིས་མཛད་པའི་གི་རྔོན་པ་ཀུན་འདུས་ཀྱི་ན་ལོ་ལ་དང་སེམས་བྱུང་དེ་སྐད་ཀྱི་འབྲི་བྱ་ཚང་མ་དེ་ན་ཡོད་རེད་འོ་འཕགས་པ་ཐོགས་མེད་ཀྱིས་མཛད་པའི་རྔོན་པ་ཀུན་འདུས་ཀྱི་ན་ལོ་ལ་མ་རིག་པ་གང་ཞེ་ན་ས་མ་རིག་པ་ཟེར་ན་ག་འདྲའི་བྱེད་ལ་གཟིགས་པ་རེད་ཟེར་ན་ཁམས་གསུམ་གྱི་མི་ཤེས་པ་དེ་ཁམས་གསུམ་ཟེར་ན་འདོད་པའི་ཁམས་གཟུགས་ཀྱི་ཁམས་གཟུགས་མིན་པའི་ཁམས་གསུམ་གྱི་ཨ་ནི་མ་རིག་པ་བྱེད་ལ་གཟིགས་པ་རེད་མ་རིག་པ་ལ་ཟེར་ན་ག་རེ་གཟིགས་པ་རེད་ཟེར་ན་ཆོས་རྣམས་མ་རིག་པ་སེལ་དེ་ལ་ག་འདྲས་ཅིག་ཡོད་རེད་བས་སེལ་དྲགས་བཞི་རེད་དེ་ལ་འདི་འདྲ་བ་དཔེ་མཚོན་གྲབས་བྱེད་ནས་གསུངས་རེད་ཆོས་རྣམས་ལ་ལོག་པར་ངེས་པ་དང་ཐེ་ཚོམ་དང་ཀུན་ནས་ཉོན་མོངས་པ་བཅུ་བསྟན་བྱེད་པའི་ལས་ཅན་ནོ། ཁོའི་ངོ་བོ་དེ་མ་རིག་པ་ཅི་བྱེད། ཁོས་གི་ག་རེ་ག་རེ་སྐྱིད་ཀྱི་བྱེད་ཀྱི་རེད་ཟེར་ན་ཨ་ནི་ལོག་པར་ངེས་པ་དང་ཟེར་ན་ཕྱི་བྱིན་ལོག་ཕྱི་བྱིན་ལོག་ཏུ་ངེས་པ་བྱེད་པ་ཡིན་པ་ལ་མ་ཡིན་པ་མ་ཡིན་པ་ལ་ཡིན་པ་ཡོད་པ་ལ་མེད་པ་མེད་པ་ལ་ཡོད་པའོ་འདི་འདྲ་ལ་ལོག་པར་ངེས་པ་བྱེད་པ་དང་ཐེ་ཚོམ་རེད་དང་མ་རེད། ཕལ་ཆེར་རེད་ཕལ་ཆེར་མ་རེད་ཟེར་གི་འདི་འདྲས་ཀྱི་ཐེ་ཚོམ་དང། དེ་ནས་ཨ་ནེ་སེམས་ཉིན་མོ་བ་བྱས་ཀྱི་རྟེན་བྱེད་པའི་ལས་ཅན་ཟེར་ནས་འདི་འདྲས་ཀྱི་རྒྱུ་བྱེད་ཀྱི་རེད་བཤད། ཨོ། ད་འོ་ན་གཏི་མུག་ཁོ་རང་གི་ངོ་བོ་དངོས་གནས་དེ་ག་རེད་ཟེར་ན་ཁམས་གསུམ་གྱི། ཁམས་གསུམ་གྱི་མི་ཤེས་པ་ཟེར་དེ་གི་ཁོ་རང་ངོ་བོ་དེ་བསྟན་པ་རེད། ངས་འདིའི་ནང་ལོ་ལ་མ་བྲིས་ཤག་རེད། རང་ཡུལ་ལ་རྨོངས་པའི་རྣམ་པས་འཇུག་པའི། སེམས་བྱུང་དེ་མ་རིག་པའི་སེམས་ཡིན། རང་ཡུལ་ལ་རྨོངས་པས་རང་ཡུལ་ལ་མི་ཤེས་པའི་དབང་གིས་འཇུག་པ། རང་ཡུལ་ལ་རྨོངས་པས་རྣམ་པས་བཅུ་པའི་སེམས་འབྱུང། མ་རིག་པའི་བྱེད་ལས་ནི་མ་རིག་པ་ལ་བརྟེན་ནས་ཉོན་མོངས་གཞན་རྣམས་འབྱུང་ཞིང་དེ་ལ་བརྟེན་ནས་ལས་དང་ལས་ལ་བརྟེན་ནས་སྡུག་བསྔལ་རྣམས་འབྱུང་བས་ཉོན་མོངས་པ་དང། ཉེས་པ་ཐམས་ཅད་ཀྱིས་བྱུང་བའི་རྩ་བ་དེ་མ་རིག་པ་རེད། འོ་འདི་བྱས་ད་འདི་འདྲིས་པ་བྱས། ལྟ་ན་འུ་ཚོ་ངའི་རེ་བ་ལ། ད་ལྟའི་དེ་ནས་མ་བྱེད་ཕག་པས་རེད་མ་རིག་པ་ཚུལ་མགུ་རེད་ཟེར་གཅིག་པུ་གིས། ང་ཚོ་དངོས་གནས་གོ་བས་དེ་རག་ཡོད་བ་མ་རེད་ང་ཚོ་དངོས་གནས་གོ་བས་དེ་མ་རིག་པ་ཟེར་དེ་ག་འདྲས་ཟེར་རེད་ཟེར་ཧ་གོ་བས་གཅིག་དང། ཨ་ནི་འདོད་ཆགས་ཟེར་དེ་ག་འདྲས་རེད་ཟེར་ན་ཧ་གོ་བས་གཅིག་བ་རེད། ཨ་ཡ་དེ་ནས། ཁོང་ད་ལྟ་དངོས་ནས་ངས་འདི་ཞུས་ཤང་ག་འུ་ཟེར་རེད། དེ་ནས་ཁོང་ཁྲོ་དེ་བྱས་དེ་ནས་ཐ་མ་དེ་ནས་ཉོན་མོངས་མཚན་ཡིན་དེ་ཞེས་བྱ་བ་ལྷོ། ད་ཁོང་ཁྲོ་ཟད་དེ་ག་འདྲས་རེད་ཟེར་ན་དེ་འགྲུལ་བྱེད་དུ་བ་དེ་མཉན་ཡོད་འགྲུལ་དེ་གས་ཨ་ནི་ཁོང་ཁྲོའི་ཚུལ་འདོད་ཅེས་བྱས་འགྲུལ་དེ་ཁོང་ཁྲོ་ཚུལ་དངོས་ཡོད་པར་བྱས། ད་འགྲུལ་གྱིས་ཁོང་ཁྲོའི་ཚུལ་དངོས་ཡོད་སྨྲ་བ་ན་ཁོང་ཁྲོ་ཟད་དེ་ག་འདྲས་བྱེད་དགོས་ཨ་རེད་བས། ཞུས་པ་ཡིན་པས་ན་ཨ་ནི་དེ་ལ་དངོས་པོ་ཀུན་བཏུས་འཕགས་པ་ཐོགས་མེད་ཚིག་པའི་དངོས་བསྟུན་ཀུན་བཏུས་ནང་ལ་ལ་ཁོང་ཁྲོ་བ་གང་ཞེ་ན་སེམས་ཅན་རྣམས་དང་སྡུག་བསྔལ་དང་སྡུག་བསྔལ་གྱི་ཁོང་ཁྲོའི་དམིགས་ཡུལ་གསུམ་པོ་གང་རུང་ལ་སྨིན་མི་བཟོད་ཅིང་ཀུན་ནས་མནར་སེམས་པའམ་གནོད་པར་བྱ་བ་དུལ་བའི་སེམས་འབྱུང་ཞེས་སོ། འོ་ཡ། ད་ཁོང་ཁྲོ་སྐྱེ་སའི་གི་ཡུལ་དེ་ལ་གསུམ་ཡོད་པ་རེད། ཁོང་ཁྲོ་ཟད་དེ་ཁོང་ཁྲོ་སྐྱེ་སའི་གི་ཡུལ་གསུམ་ལ་བརྟེན་ནས་སེམས་ལ་མི་བཟོད་པར་བྱེད་དང་གཞན་ལ་གནོད་པར་བྱེད་ཀྱི་སེམས་དེ་འདྲའི་གི་སེམས་འབྱུང་བྱེད་ལ་ཁོང་ཁྲོ་ཟེར་གྱི་རེད། འོ་ན་ཁོང་ཁྲོ་སྐྱེ་སའི་གི་གནས་གསུམ་དེ་ག་རེད་ཟེར་ན་གནས་གསུམ་དེ་སེམས་ཅན་རེད་སེམས་ཅན་ཟེར་དུས་ང་ཚོ་ད་ངའི་མིང་ཡོད་རེད་ན་ཆ་ཚང་ཡོད་རེད་པ་ད་ང་ཚོའི་གི་སེམས་སངས་མ་སྐྱེས་པའི་སེམས་ཅན། སེམས་ཅན་ཇི་བྱེད། སེམས་ཅན་དང་ཨ་ནི་སྡུག་བསྔལ། ང་ཚོ་ཁོང་ཁྲོ་སྐྱེ་སྲིད་ཁོང་ཁྲོ་སྐྱེ་དུས་ག་ལ་མི་གཞན་ལས་ཁོང་ཁྲོ་སྐྱེ་གི་རེད་སོ་སོ་སོ་སོ་ལས་ཁོང་ཁྲོ་སྐྱེ་ཡོད་རེད་ད་གང་ལྟར་དུད་འགྲོ་ལས་ཁོང་ཁྲོ་སྐྱེ་ཡོད་རེད་དེ་ཡིན་དུས་ག་ལ་ཁོང་ཁྲོ་སེམས་ཅན་གྱི་རིགས་དེ་གའི་ཆ་ཚང་དང་ཁོང་ཁྲོ་སྐྱེ་སྲིད་ཀྱི་ཡུལ་ཅི་ཆགས་པ་རེད། དེ་ནས་སྡུག་བསྔལ་དེ་ཁོང་ཁྲོ་སྐྱེ་སྲིད་ཀྱི་ཡུལ། སོ་སོ་ལ་དཀའ་ངལ་འཕྲད་དུས་ག་ལ་ཡང་ཁོང་ཁྲོ་ཅི་སྐྱེ་གི་རོགས། སོ་སོ་ལ་དཀའ་ངལ་འཕྲད་པའི་སྐོར་ལ། ང་ག་རེད་ད་འདི་ག་འདྲས་རེད་ང་ལ་འདི་འདྲའི་ཆག་སྒོ་བྱུང་དགོས་ག་རེད་ང་ལ་འདི་འདྲས་ན་དགོས་ག་རེད་ང་ལ་དེ་འདྲས་བྱེད་དགོས་ག་རེད་ཟེར་ནས་རང་ལ་དཀའ་ངལ་རང་ལ་སྡུག་བསྔལ་ཡོང་པའི་སྐོར་ལ་ཨ་ནི་ཡའི་ཁོང་ཁྲོ་སྐྱེ་དགོས་རེད་དེ་ཡིན་དུས་སྡུག་བསྔལ་དེ་ཡང་ཁོང་ཁྲོ་སྐྱེ་སའི་ཡུལ་གཅིག་རེད། དེ་ནས་སྡུག་བསྔལ་གྱི་ཁོང་ཁྲོ་སྐྱེ་སའི་སྡུག་བསྔལ་ཙམ་མ་ཟད་སྡུག་བསྔལ་གང་ནས་བྱུང་བའི་རྒྱུ་དེ་ཡང་ཁོང་ཁྲོ་སྐྱེ་བའི་ཡུལ་རེད་ཟེར་དགོས་རེད་ད།

ཁོང་ཁྲོ་འདི་ག་མ་འོངས་པ་ན་སྡུག་བསྔལ་སྐྱེད་པར་བྱེད་པ་མ་ཟད་སྔར་སོ་སོས་གི་བཟང་པོ་བྱས་ཟིན་པས་གི་འབྲས་བུ་ཡག་པོ་འབྱོར་རོ། འབྲས་བུ་དེ་ཡང་མེད་པར་སུ་འགྲོ་གོ་རེ་ག་རེ་ས་ན་སྔར་བསགས་ཟིན་པས་གི་ཨ་ནི་བསོད་ནམས་ཀྱི་དགེ་རྩ་དོ་བཟོ་ཁོས་དེ་མེད་ཅིག་གསུག་གོ། སྔ་རྗེས་ཀི་བྱ་བ་བཟང་པོ་བསྒྲུབས་ཟིན་པས་དེ་ཁོས་ཅིས་མེད་གསུག་དོ། དེས་བཟོད་པ་ཙམ་མ་ཟད་མ་འོངས་པ་ན་ཡང་བསྐྱར་དཀའ་ངལ་འཕྲད་གི་སྡུག་བསྔལ་འཕྲད་གི་རྒྱུ་ཅིས་ཅིག་གི་ཡོད། དེ་ཡིན་དུས་ག་ལ་ཁོང་ཁྲོ་ཟད་དེ། དེ་ཡིན་དུས་སྤྱོད་འཇུག་ནང་ལུགས་ལ་ཞེ་སྡང་ལྟ་བུའི་སྡིག་པ་མེད་བཟོད་པ་ལྟ་བུའི་དཀའ་སྡུག་མེད་ཟེར་ཏེ་འོ་དེ་འདྲས་ཟེར་རེད་ཟེར་རོ། དེ་འདྲས་བྱས། ད་དེ་ནས་དེ་བྱུགས་དེ་ལ། དེ་ནས། འདོད་ཆགས་དེ་རོ། ད་འདོད་ཆགས་ཟེར་ན་ག་འདྲས་ཟེར་དགོས་རེད། བྱ་ཕུ་རུན་དེ་གའི་འདོད་ཆགས་སུ་མ་བྱས། དེ་ཉན་ཕུ་རུན་དེ་བྲིས་འདུག་བ་དེ་རེད། བྱ་ཕུ་རུན་གྱི་འདོད་ཆགས་སུ། ད་འདོད་ཆགས་ཚུལ་དངོས་ན་འདོད་ཆགས་ཟེར་དེ་ག་འདྲས་རེད་ཟེར་ན་འདོད་ཆགས་ཀྱི་ངོ་བོ་དེ་རེད། འདོད་ཆགས་ཀྱི་ངོ་བོ་ནི་ཟག་བཅས་ཀྱི། ཆོས་ལ་དངོས་པོའི་གནས་ཚོད་ལས་ལྷག་པར་ཡིད་དུ་འོང་བ་སྒྲོ་བཏགས་ནས་དོན་དུ་གཉེར་བའི་སེམས་བྱུང། བྱས། འདོད་ཆགས་ཟེར་དེ་ག་རེད་ཟེར་ན་འདོད་ཆགས། འདོད་ཆགས་སྐྱེ་ཡི་རྒྱུ་དེ་ག་རེད་ཟེར་ན་དེ་རེད། ཡུལ་ལ་འཆར་བའི་སྐོབས་ལ། དངོས་པོའི་གནས་ཚོད་ལས། ཕ་ལྷ་བོ་ཅི་ཡོད་བ་ཅི་གྲོ་བཏགས་ནས་སྐྱིགས་གོ་རེད་པ། གྲོ་བཏགས་ནས་སྐྱིགས་གོ་རེད། ཁོང་ཁྲོ་བསད་དེ་ག་འདྲས་སྐྱིགས་གོ་རེད་ཟེར་ན། དངོས་པོའི་གནས་ཚོད་ལས་དུག་བོ་ཅི་བཏགས་ནས་ཁོང་ཁྲོ་སྐྱིགས་གོ་རེད་བོད་ཡིག་འདི་དཔེ་ཆ་བཤད་ན། ད། དེ་སང་སྤྱི་ཚོགས་ན་ལོ་ལ་སོ་སོའི་གི་སྲིད་དོན་ཕྱོགས་ཁག་རེད་ཡང་ན་ལུང་ཚན་གི་ཕྱོགས་ཁག་རེད་ཡང་ན་སོ་སོའི་གི་ག་འདྲ་རེད་ད་ཕྱོགས་ཁག་ཕྱོགས་ཁག་གི་དེ་འདྲས་གི་སོ་སོའི་གི་ཕྱོགས་ལ། ཞེ་སྡང་འདོད་ཆགས་སྐྱེས་སོ་སོའི་གི་ཨ་ནི། མ་དགའ་བའི་ཕྱོགས་དེ་ལ་ཁོང་ཁྲོ་སྐྱེ་དགོས་བ་རེད་སྐྱེས་གར་བྱེད་རེད་བསམ་ན་སོ་སོའི་གི་ཕྱོགས་དེ་ལ་ཡོན་ཏན་ལས་མེད་པ་ཡིན་ན་ཡང་སྐྱོན་ཅིག་ལ་ཡིན་ན་ཡོན་ཏན་ཡག་བཏགས་ནས་རེད་བ་དངོས་པོའི་གནས་ཚོད་ལས་ལྷག་བའི་གི་ཡོན་ཏན་ཅིག་བཏགས་ནས་དངོས་པོའི་གནས་ཚོད་ལ་ཡག་པོ་དེ་འདྲས་མེད་པ་ཡིན་ན་ཡང་ཡག་པོ་བྱེད་ཁོས་ལས་ཀ་སྡུག་ཅག་ཅིག་བྱས་པ་ཡིན་ན་འོ་ཁོས་ལས་ཀ་བྱས་པ་དེ་ཡག་པོ་ཞོ་རེད་ད་ཡ་སྡུག་ཅག་བྱས།

འོ་དེ་འདྲས་ཟེར། དེ་ཡིན་དུས་ག་ལ་ཁོང་ཁྲོ་སྐྱེ་སའི་གི་ཡུལ་དེ་ལ་དངོས་པོའི་གནས་ཚོད་ལས་བི་གའི་གི་སྐྱོན་དུ་བཏགས་ནས་ཁོང་ཁྲོ་སྐྱེ། འདོད་ཆགས་སྐྱེ་སའི་གི་ཡུལ་དེ་ལ་དངོས་པོའི་གནས་ཚོད་ལས་ལྷག་པའི་གི་ཡོན་ཏན་མེད་པ་ལ་ཡོན་ཏན་ཡག་པོ་མེད་པ་ལ་ཡག་པོ་བཏགས་ནས་འདོད་ཆགས་དེ་སྐྱེ་ཡིན་གོ་རེ་ཟེར་བ། འོ་དེ་བྱས། ད་འདོད་ཆགས་ཀྱི་བྱེད་སྟངས་དེ་ག་རེད་ཟེར་ན། རང་འབྲས་སྡུག་བསྔལ་སྐྱེད་པར་བྱེད་པ། ད་སྡུག་བསྔལ་སྐྱེད་པར་བྱེད་དགོས་ས་ལ་ཡུལ་ལ་འཆར་བའི་དབང་གིས་སྡུག་བསྔལ་དང་སྣ་ཚོགས་སྐྱེད་པར་བྱེད་པ། ཟེར་རོ། འདོད་ཆགས་གང་ཞིག་ན་ཁམས་གསུམ་པའི་རྗེས་སུ་འཆར་བ་དེ་སྡུག་བསྔལ་སྐྱེད་པའི་ལས་ཅན་ཡིན་ནོ། ཟོ། ད་དེ་འདྲ་བྱེད་བྱེད། ད་དེ་ནས་འདི་ནས་གར་མཁྱེན་དགོས་བར་ཟེར་ན་ང་ཚོས་ད། དེ་ཡིན་དུས་ག་ལ་ད་འདོད་ཆགས་ཞེ་སྡང་གཏི་མུག་གསུམ་པོ་དེ་ཉོན་མོངས་རེད་གསུངས་མོད་ཡོད་ན་འོ་ན་ག་འདྲས་བྱས་ན་ཉོན་མོངས་སེལ་གྱི་རེད་བས་ཟེར་ཞོར་རོ། ཉོན་མོངས་སེལ་ན་ག་འདྲས་སེལ་གྱི་རེད་ཟེར་དུས་ད་དེ་འདི་ཞོགས་དུས་ལ་ཉོན་མོངས་སེལ་ཏེ་མཁྱེན་དགོས་པ་བྱས་ཉོན་མོངས་ཀྱི་ངོ་བོ་ནི་དངོས་པོ་ཀུན་བཏུས་ལས

སྐྱེས་པ་ཙམ་ཉིད་ནི་སོ་སོའི་སེམས་ལ་ཞི་བདེ་མེད་པར་བཟོ་མཁན་སོ་སོའི་སེམས་མ་སྐྱིད་པར་བཟོ་མཁན་སོ་སོའི་སེམས་མ་བདེ་བར་བཟོ་མཁན་གཅིག་གིས་བྱེད་ལས་ཅན་གྱིས་དེ་འདྲ་བའི་སེམས་བྱུང་བྱེད་ན་ད་ནི་ཉོན་མོངས་སེལ་གྱི་རེད་བཤད་ཉོན་མོངས་སེལ་ཡང་དེ་རེད་ད། འོ་དེ། འོ་དེ་རྣམ་པ་ཚོ་ངས་ཁྱི་དགོས་པ་བྱས་ད་འདི་ད་རིང་གི་སློབ་ཚན་དེ་རིང་གི་སློབ་ཚན་དེའི་ནང་ལོག་ནས་རྣམ་པ་ཚོས་ཨ་ནི་ངའི་རེ་བ་ལ་ངས་གོ་ཡ་དེ་ག་རེད་ཟེར་ན་རེ་སྨོན་གྱིས་ཨ་ནི་འདི་དེ་མཚོན་གྱི་རེད་ཟེར་དེ་དང་པོ་གཅིག་རེད་ད་འདི། གར་ཞུ་བ་རེད་ད། སྡེ་ཚན་རབ་གཅིག་རེད་མ་གཏོགས་བལ་གྱི་བལ་གནད་འགག་ཆེ་ཤོས་ནི་མ་རེད་ད། རེད་བ། ད་དེ་ནས་འདི་མཚོན་གྱི་ཡོད་བ་ཡིན་ན་མཚོན་ཅི། དཔེ་འདི་ངེས་པ་བྱས། ད་དཔེ་འདི་གི་དོན་འདི་དང་འདི་ཞེས་མཚོན་གྱི་ཡོད་རེད། མཚོན་གྱི་ཡོད་བ་ཡིན་ན་དོན་དངོས་གནས་འདི་གི་དོན་དེ་ག་རེད་ད། དཔེར་ན།